དང་པོ་ཐོག་མ་ནི། ང་ཚོ་བོད་གངས་ཅན་པ་ཡོངས་ཀྱིས་ཚེ་འདི་ཕྱིའི་ཚེ་རབས་གཏན་གྱི་རྒྱབ་ནས། བོད་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་གུས་ཕྱག་སྔོན་དུ་ཕུལ་རྗེས། ད་རིང་འདི་གར།

བོད་བསྟན་སྲིད། མི་རིགས་ཀྱི་ཆེད་དུ་ཨ་ནི་བག་ཛོ་པས་ཕྱག་ལས་གནང། ཨ་འདི་འདྲས་ཀྱི་སྐུ་བགྲེས་ཚ་བོ་ཡོར་དེ་ལ་ཨ་ནི་ཕེབས་པ་དེ་ལས་ཐུགས་ཆེས་ཞོད་ཡམ་ལ། ཡིན་དུ་མེད་ལུགས་མེད། ད་ནང་བཞིན་ཅིག་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་ཚོ། ད་ནང་བཞིན། ནུབ་ལ་ལ་ནས་ཤ་མོན་བར་དུ་ཨ་ནེ་ཅིག་ང་རང་ཚོ་བོད་དང་རིག་གཞུང་གཅིག་འབད་ཀྱི་ཨ་ནེ་སྤུན་ཟླ་མང་པོ་བྱོས་རེད་དང་ན་བཞིན་འཛམ་གླིང་ཁྱོན་ཡོངས་ལ་ཡ་རྒྱ་རོ་མ་ཆེ་ལ་ཡ་གུས་བརྩི་ཞུ་ངེས་དང་ཨ་ནེ་ཨ་མ་ལ་ལ་ཡ་ཨ་ནེ་ཅིག་དགའ་མོས་བྱེད་ངེས་བོད་ཀྱི་གྲོགས་པོ་གྲོགས་མོ་ཚང་མ་ལ་ཡ་ལས་རིམ་འདིའི་བརྒྱུད་ནས་འཚམས་འདྲི་བཀྲ་ཤིས་ལེས་ཞེས་ཞུ་བ་ཡིན། ངའི་མིང་ལ་ཡང་ཕུར་བུ་རེ་འཛིན་ཞུ་གི་ཡོད། ཨ་ནི། ང་རང་ད་དེང་བོད་ཁྱིམ་གྱི་སློབ་གསོ་ཅིག་ཆགས་བསྡད་ཀྱི་ཡོད། ཨ་འདི་འདྲ་ཡིན་དུས། སོ་སོའི་བདག་ལྟ་གང་ཡིན་པ་དེ་གཙོ་བོ་ཨ་མ་ལགས་དང་གོང་ས་མཆོག་དང། དེ་བཞིན་དེ་འདྲས་ཀྱི་བཀའ་དྲིན་ལ་བརྟེན་བྱས་ཨ་ནི་ཅིག་ཆགས་ཡོང་དུས། ཨ་མ་ལགས་ཅིག་བྱས་དུས། ག་ལོག་རེད། བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་རོགས་ལ། ཨ་ནི། དྲི་བ་བཀོད་ཡག་ཏུ་ཕ་ཞག་ག་འདི་ཨམ་ལ་ནས་བཀའ་སློབ་བཀའ་སློབ་ལབ་དུས་ཞུ་ཡག་ཅིག་མ་གཏོགས་དྲི་བ་བཀོད་ཡག་གི་སྤོབས་པ་དང་གདེང་ཚོད་འདི་འདྲ་ཁྱོད་ནས་ལེགས་མི་འདུག་ཅེས་དྲི་གཅིག་ཞུ་ཡག་ཡིན། ཡིན་པ་ཡིན་ནའི་ཅིག་ཨམ་ལགས་ཀྱི་སྐུ་ཚིག་ག་འདི་ལོ་རྒྱུས་ལས་ང་ཚོས་ཅིག་གཟིགས་པ་ཡིན་པ་ཡིན་ན། ག་འདི་བོད་ལ་ཡང་ཆག་འཇིག་བྱུང་རྗེས་ཤི་གསོན་མཚམས་ཀྱི་འདི་འདྲས་ཅིག་ལ་ཨ་ཅིག་གཙོ་བོ་རྒྱ་གར་རུམ་གཅིག་གི་དབུ་ཁྲིད་བཟང་པོ་ཅིག་འདུག་ཅེས་ཕེ། ཨ་འདི་བ་ལ་ཡང་ཨ་ཅིག་རྒྱུག་ཅིག་ཆུང་ཅིག་གནང་ངས་ཨ་ཅིག་རྒྱག་རོ་མཇལ་གྱི་རེ་བ་དང་བཀའ་གང་གནང་པ་དེ་ལ་ཡང་ཨ་ཅིག་ཞབས་ཕྱི་ཞུས་རྗེས་ཨ་ནི་ད་ལྟའི་ཆ་ལ་ཡང་ཨ་ཅིག་བུར་དུ་ཐོན་པའི་སེམས་སུ་སྟོན་པའི་གི་ཨ་ཅིག་གྲུབ་འབྲས་ཐོན་ཡོད་ཨམ་ལགས་ཀྱི་ཆ་ལྷག་ཐོག་ནས་འདི་གྲུབ་འབྲས་ཐོན་ཡོད་རེད་ཨ་རྣམས་ཚོས་ཅིག་གཟིགས་པ་ཡིན་ན། བོད་ཕྲུག་ཁྱིམ་སྡེ་དང་འདི་འདྲས་གི་མ་ལག་བཅས་པ་དེ་རིགས་གང་ས་ཨ་ནི་ག་ཚོད་རྒྱ་སྐྱེད་འཕེལ་ཡོད་རེད་བ་ཨ་འདིའི་ཐོག་ནས་སྤུ་གུ་བོད་ཕྲུག་ཕལ་ཆེར། སྟོང་ཕྲག་སྟོང་ཕྲག་མང་པོ་ད་སྟོང་ཕྲག་ལྔ་བཅུ་བརྒྱད་དུ་འཛིན་དུ་གསོལ་ཏོ། ལའོ། བུ་ཕྲུག་སྟོང་ཕྲག་ལྔ་བཅུ་ང་གཉིས་ལྷགས་ལ་ཨ་ཅེ། ཆུང་དུས་ནས་ཨ་འཇམ་སྐྱོང་གི་འདི་འདྲའི་གོ་སྐབས་ཞིག་ཐོབ། ད་ག་ནས་ཤེས་ཤེས་ཡོན་གྱི་གོ་སྐབས་ཨ་མདང་ནས་ཤེས་མི་ཟེར་གི་མཐོ་སློབ་དག་འདི་འདྲའི་གི་ཐོག་ནས་ག་འདྲ་མཐུན་འགྱུར་བྱ་བྱས་བྱས་ཨ་ནི་སོ་སོའི་རྐང་པའི་ཐོག་ལས་ལངས་ཐུབ་པ་ཙམ་མ་ཡིན་པ། ག་འདྲ་ཅིག་བོད་ཀྱི་ཨ་ནི་ཅིག་ཞག་རྩིས་དེ་མ་ཡལ་བའི་ཐོག་ནས། ག་འདའ་སོ་སོ་བོད་པ་ཡིན་བསམ་མེད་ཀྱི་ཨ་ནི་ཅིག་རིག་གཞུང་དང་ཆོས་དང་ཡ་རབས་བཟང་སྤྱོད་ལྡན་པའི་ཐོག་ནས་ག་འདའ་ཨ་ནི་ཅིག་མི་ཚེ་བཟང་པོ་ཅིག་བསྐྲུན་ཡོད་པ་འདི་གི་བཀའ་དྲིན་འདི་ཨ་ནི་ཅིག་གསབ་ཐབས་མེད་པ་ཅིག་རེད་བསམ་གྱི་འདུག་ཨ་འདི་འདྲ་སོང་ཙང་ཨ་ནི་ཅིག་ད་རིང་ཨམ་ལགས་ཀྱིས་ང་ཚོའི་བཅར་འདྲི་ཞུ་ཡ་འདི་གཙོ་བོ་ད་ག་རང་རེད་ཨ་ནི་ཅིག། ང་རང་ཚོ་མི་རབས་རྒན་པ་ཚོས་ཀྱིས་ཨ་འཇིགས་སྐུ་ལས་སྐྱོན་དང། ཨ་འདི་འདྲའི་ཐོག་ལ་ཡང་ཅིག་དྲན་གསོ་སྐུལ་ཡ་དང་ཨ་འཇིགས། མི་རབས་གཞོན་པ་ཚོ་ལ་ཡང་ཨ་མ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་ཐོག་ནས་ཨ་འཇིགས། དཀའ་ངལ་ག་འདྲས་ཞིག་འཕྲད་པ་ཡིན་པ་ནི་དེ་ལ་ཡང་ཨ་འཇིགས། འཛེམ་ཟོན་མ་གནང་བར་གདོང་ལེན་བྱས་བྱས་གང་ལྟ་བུའི་རྩ་དོན་དོན་དག་ལ་ཡང་རྒྱ་བོར་རུམ་ཅིག་གིས། དབུལ་བོ་དཔུང་སྡེ་ཞུས་བྱས། ཟླ་གཅིག་ཟེར་ཡ་དེ་ཨ་ནི་ཅིག་འཛམ་བུ་གླིང་ཐོག་ལ་ཡ་མ་བསླབ་པ་བྱས། ཨ་ནི་ཅིག་སོ་སོ་ལུང་པ་ཡོག་མར་དེ་ཨ་ནི་ཅིག་ད་དུང་ཡིན་པ་ནས་ཅིག་ང་རང་ཚོ་ལ་དབུ་ཁྲིད་འདི་འདྲས་ཅིག་ཡོད། དེའི་འོག་ལ་ཡ་ཅིག་ཞབས་ཕྱི་ཞུ་ངེས་ཨ་ནི་ཨ་མ་ལགས་གཙོས་པའི་ཨ་ནི་ཅིག་དཔའ་བོ་དཔའ་མོ་མང་པོ་ཅིག་བྱུང་ཡོད་རེད། ཨ་མ་ལགས་ཞུས་པ་ཡིན་ན་ཨ་ནི་ཅིག་བུ་ཕྲུག་ག་ད་ང་རང་ཚོའི་གི་བཙན་བྱོལ་སྒྲིག་འཛུགས་ངོས་ནས་ཨ་ནི་ཅིག་ཨ་མ་ལགས་ལ་ཡ་ཕྱག་དག་ཅིག་བོད་ཀྱི་ཨ་མ་སྐྱེས། གངས་ཅན་བོད་ཀྱི་ཨ་མ་སྐྱེས་འདུག་ཅེས་མཚན་གསོལ་ཡོད་པ་ལ། ཨ་ནི་དེའི་ཚོད་དམར་གསོད་རྙེད་པའི་མཚན་དམར་གསོད་རྙེད་ནས་ཅིག་གང་ལྟར་ང་རང་ཚོ་ཨ་མ་ལགས་མཉམ་དུ་ཅིག་སེམས་ཐག་ཉེ་པོ་ཞུ་ཆགས་འདེགས་འདུག་ལ། ཨ་ནི། དེ་འདྲ་ཡིན་དུས། གང་ལྟར་ཨ་མ་ལགས་ཨ་ནི་ཅིག། བྱམས་བརྩེའི་བདག་ཉིད། ཨན་ཅིག་བོད་ཀྱི་ད་ལྟ་འཚོ་བཞུགས་ཀྱི་ཨན་ཅིག་དཔའ་བོའི་ནང་ནས་ཨན་ཅིག་དཔའ་བོ་ཡང་རྩེ། ཨ་མདའ་ན་ཤིན་ཅིག། བུད་མེད་བུད་མེད་ཀྱི་ཅིག་གོ་སྒྲིག་དང། བུད་མེད་ང་ཚོ་གཞོན་སྐྱེས་ཚོ་ལ་ཡང་ཅིག་དབུ་ཁྲིད་གང་འདྲ་ཅིག་ལམ་སྟོན་ཡང་དག་པ། གང་འདྲ་ཅིག་དྲིན་ཅན་ཕ་མ་དངོས་གྲུབ་ཅིག་འདུག་ཅེས་ཨ་མ་ལ་ལས་རང་བཞིན་གྱི་ང་རང་ཚོའི་ལྷད་མེད་ཀྱི་བརྩེ་བ་ཅིག་འདུག་ཅེས་སླད་དེ་གི་འདུག། ཨ་ཅེ་སོང་ཙང།

ཨམ་ལགས། སྐུ། ཆུང་ཆུང་སྐབས་ལས། ཨན་ཅིག་ལྷ་ས་ལ་འཁྲུངས་རྗེས་ཨན་ལྷ་ས་ལ་བཞུགས་ཡོད་པ་ལ། ད་ངས་བསྡུ་ལྟ་དུས། ད་ང་རང་ཚོ་ཚང་མ་ཅིག་མ་རྒྱབ་ཤུལ་བརྒྱབ་ནས་ཅིག་གཟིགས་དུས། མི་ཚེ་ནང་ལ་ཡང་ཅིག་སྐྱིད་པོ་དེ་སྐབས་ལ་ཡིན་བསམ་བསམ་ལ། ཨ་ནི་ལོ་རྒན་པ་ཚོ་ལ་ཅིག་ང་ཚོས་བཀའ་འདྲི་མང་པོ་ཞུ་དུས། བོད་ལ་ཡོད་པའི་སྐབས་ཀྱི་ལོ་རྒྱུས་འབྱོར་པ་ལ་སོ་སོའི་ཁྲོད་ལུང་པ་རང་བཙན་ཡོད་ཡོད་བྱས་པའི་སྐབས་ལ་གཅིག་དཔལ་སྐྱིད་པོ་ཡིན་ཟེར་དེ་འདྲའི་ལབ་ཡ་འདུག་ར། ཨ་མ་ལགས་ལ་ཡིན་ན་ཨ་མ་ལགས་ཀྱི་ཕྱག་དེབ་ནང་ལས་དེ་འདྲ་གསལ་བཞག་ཨ་མ་ལགས་ཀྱི་ཨ་ནེ་དགེ་འོས་ཆེན་མོ་ཧོལ་བ་ལ་ཨ་ནེ་ཨ་མ་ལགས་ཕལ་ཆེར་དེ་དུས་དགུང་ལོ་དྲུག་བདུན་ཅན་ཟེར། ཨ་ནེ་ཨ་མ་ལགས་དགེ་འོས་ཆེན་མོ་གིས་ཅིག་གོང་ས་མཆོག་ལ་ཞལ་ལག་དེ་འདྲའི་གྲ་སྒྲིག་བྱས། ཨ་ནེ་ཨམ་ལ་སྙམ་ཨམ་ལ་བྲིས། ཨ་ནེ་ནང་མི་སྐུ་གོ་གཞོན་པ་ཚོས་བྲིས། ཚེ་སྤོ་དྲང་པོ་འདི་ལ་ལ་ཡ། ཨ་ནེ་ཀུན་འདུས་ལྗགས་གར་འཕེལ། ཀ་བརི་ནུབ་གླིང་གར་འཕེལ། ཨ་ནེ་ཀ་བརི་ནུབ་གླིང་གི་ཕྱི་ལོགས་ན། རྩེ་མོ་ཁ་ཐག་གླིང་ཁ་དེ་འདྲས་ཡོད་པ། ཨམ་ལ་དེ་འདྲས་ཅིག་ཡ། ཚེ་སྤོ་དྲང་ལ་འཕེལ་གྱོ་དང་ཡ་ནེ་མ་ཅིག་ཟེར་གྱོ་དང། དེ་འདྲས་ཀྱི་འཚོ་བ་ཨམ་ལ་ཅིག་སྤྲོ་པོ་བྱུང་ཡོད་ཟེར་གྱི་འདུག་ར། འདི་ཐོག་ལ་ཨམ་ལ་ཁྱོད་ག་འདྲས་ཡིན་ན། རེད། ང་ཚོས་ཨམ་ལ་ག་དུས་ནས་ཅིག་རྒྱག་རུང་ཚིལ་ཅིག་རྙེད་པོ་ན་ཡག་སུས་བརྩིས་ཏེ་ཞེས་པ་དང་དེ་འདྲའི་ཨ་མ་ལགས་བཟོས་བྱས་ནས་ཡག་རྩེ་ཕོ་བྲང་ཡིན་ནི་རེད་ནོར་བུ་གླིང་ཁ་ཡིན་ནི་རེད་འདུག་སྐད་ནང་གི་རེད་བ་བྱས་ཙང་ག་དུས་གྲ་སྒྲིག་གནང་དུས་གང་ང་ཚོས་ཨ་ནི་ང་བྱས། ཨེན་ངའི་ཨ་ཅག་ལགས་ཨ་བ་གཉིས་ཡོད་རེད་ང་ཚོ་གསུམ་མཉམ་པོ་འཚར་ལོངས་བྱས་པ་རེད་བྱས་སང་ང་ཚོ་གསུམ་ག་དུས་ནས་ཡ་ཁྲི་རོ་ནས་ཨེན་ང་ཚོ་ཡ་ལྷན་རྒྱས་ཆེ་ཨ་ན་འགྲིག་རེད་བས་ཨེན་ཨམ་ལགས་ཀས་ཁྲི་ནང་གི་རེད་ཨེན་ཁྲི་ནང་པ་ཡིན་ན་ང་ཚོ་གང་ཀློག་བལྟས་བལྟས་དེ་གར་ཚེ་རལ་སྐྱིད་པོ་ཞིབ་རྩིས་ཀྱི་ཡོད་ག་རེད་ཟེར་ན་ངས་རྩེ་ཕོ་བྲང་འགྲོ་དུས་གང་དུས་ཅང་ཤར་ནས་ཡ་རྡོ་བརྒྱག

ར་བ་ཆི་ཏེས་ཡོ་རི་ད་ཡིན་ནི་ཡང་ཡི་གེ་ལས་དུས་གང་ལ་ཀུན་འདུས་བྱས་ཡང་དེའི་དགའ་ཚོགས་དག་ན་ཤིང་ཨ་ནི་ཀུན་འདུས་ཀྱི་ཡི་གེ་ཆ་ལས་སྣང་བརྙན་ད་ལྟ་གཟོན་བུའི་མཁན་པོ་འདི་ཁོ་རང་ང་ཚོ་ག་དུས་ནས་བརྙན་པ་མང་པོ་གནང་གི་རེད་ཨ་ནི་ང་ཚོ་སྤུ་གུ་གང་ལ་འདི་ག་དུས་ནས་བརྙན་པ་དེ་ཚོ་ཡང་ཅིག་གསོལ་རས་ཞུ་ཡ་ལ་ཡག།

ཨིན། སེམས་ལ་ཡ་བྱེད་ཀྱི་འདུག་ཨིན། དེ་ནས་ནོར་བུ་གླིང་ཁར་ཆས་དུས་གང་ནོར་བུ་གླིང་གི་གླིང་ཁ་དེ་ཚོ་དཔེ་ཡག་པོ་ཡོད་རེད་ཤིན་ཏུ་མང་གུ་སྐྱིད་ཀྱི་ཡོད་རེད་ཨིན་ང་ཚོ་ཆུང་ཆུང་གང་ལ་ཡང་ནོར་བུ་གླིང་ཁར་ཡང་གུ་ཡང་གུ་ཡོད་བསམ་ཕར་ཚུར་རྒྱུག་ཞག་ལོས་ཨིན་ཤིན་ཏུ་ག་རེ་ཟ་དད་དོ་དེ་ཚོ་ཡང་འགྲུབ་ཨིན་སྟག་མང་གུ་ཡོད་རེད་ཨིན་འཛོམས་འཛོམས་ལྷག་པ་རྒྱབ་དུས་གང་རྟ་ཁ་དེ་ཚོ་ང་ཚོའི་གོས་གང་ལ་ཟ་བྱས་ན་ག་རོ་ནག་གི་ཡོད་བ་ད་ཡིན་ནའི་སྤུ་གུ་གང་ལ་དེ་འདྲས་ཐོག་ལ་ཡར་བད་དེ་ཡང་ཅིག་དེ་འདྲས་འབྲུ་ཡར་བཏགས་རེད་བ་ཨན། ཅིག་ལྡུམ་རའི་ནང་ལ་རྒྱུག་ཤ་ལོན་འབྲུ་ཡར་བཏགས་དེ་ཚོ་སྐྱེས་བུ་ར་བ་ཅིག་བརྩིས་ཀྱི་ཡོད་བ་བྱས་ཙང་ང་ཚོ་ཆུང་དུས་གང་ལ་བོད་ལ་ཡོད་དུས་གང་ལ་ཨན། དེ་དངོས་གནས

ང་ཚོའི་འཐབ་རྩོད་མི་དགུ་འདུལ་བཀའ་དྲིན་བདེ་བ་གཞུང་བཀའ་དྲིན་བདག་ན་ཤི་ཅིག་བོད་པ་སྙ་ཏི་ཏེ་བསོད་ནམས་བསགས་པའི་མི་རེ་ཅི་རེའི་བསང་བི་བཏབ་ཟེར་བ་ག་དུས་ཡིན་ནའི་ང་ཚོ་སྐྱབས་བཅོལ་ནང་ཡོང་བི་ཡིན་ནའི་རེད་ག་བ་ཕྱིན་པ་ཡིན་ནའི་བོད་པ་རེད་བ་ངའི་དང་པོ་ད་བར་ཁག་པོ་བྱུང་ཡོག་རེད་ག་རེད་ཟེར་ན་སྐྱབས་བཅོལ་ནང་ཡོང་དུས་གང་ལ་དཀའ་ཉེན་འཕྲད་ཡོག་རེད་དེ་ད་ད་རི་ཁེ་ས་ག་བ་ཟིག་བི་ནའི་བོད་པ་ཚོ་རེད་པ་གནས་སྟངས་འདི་མི་རྒྱ་རོམ་ཅིག་ཐུགས་རྗེ་བཀའ་དྲིན་རྒྱལ་ཡག་པོ་ཞེ་དྲག་དུ་བ་ཆེན་བཟང་བསོད་ནམས་བསགས་པའི་མི་ཅི་རེད་བསམ་པི་ད་ཡིན་ནའི་བསོད་ནམས་བསགས་པའི་མི་ཅི་རེད་བྱས་ཅན་ང་ཚོས་འདི་ལ་ཡག་ཐུང་ཆུང་བཏང་རྒྱུ་མི་འདུག་ང་ཚོ་ག་དུས་ཡིན་ནའི་འདི་སེམས་ལ་བཞག་ཅན་རེད་པ་ཨན་ང་ཚོ་ག་དུས་ཡིན་ནའི་ཕ་རྒྱབ་གཞིས་བྱིས་རྒྱབ་ཅན་བོད་ཀྱི་གནས་སྟངས་འདི་དག་ང་ཚོ་བོད་པ་ཡིན་བོད་ཀྱི་གནས་སྟངས་ག་འདྲས་བྱུས་མེད་ག་དུས་ནས་སེམས་ལ་བཞག་དགོས་ཏུ་བ། ང་ཚོ་བོད་ངན་དམག་སྐྱིད་པོ་ཡོག་རེད་ད་ཡིན་ནའི་སྐྱིད་པོ་འདི་རྒྱ་མི་ལས་ཅན་ནས་སྐྱིད་པོ་དུ་མེད་པ་བཟོས་པ་རེད་ང་ཚོ་རྒྱ་མི་ལས་ཅན་ནས་ང་ཚོའི་ལུང་པ་དུ་མེད་པ་བཟོས་པ་རེད་ད་སྡིག་ཆས་གང་ག་ལོག་ང་ཚོ་ཡིན་ཅི་མིན་ཅི་ནས་དྲན་དགོས་ཏུ་བ། ག་རེད་ཟེར་ན་ང་ཚོ་ད་ལྟ་ཡོད་པ་སྡིག་ཆས་འགས་འདི་མ་འདིའི་ཐོག་ལ་ཡང་སྐད་ཆ་བཤད་འདིའི་ཐོག་ལ་ཡང་དོ་སྣང་མ་སྤྲད་པ་ཡིན་ན། མི་རིགས་ར་མི་ཐོག་འགྲོ་གི་རེད་འགྲོ་ཉན་གཞོན་སྐྱེས་དེ་ཚོའི་སྐབས་སླད་དུས་གང་འདི་བྱས་ན་འགྲིག་གི་མི་འདུག་གང་ག་རེད་ཟེར་ན་ད་ལྟ་བོད་ལ་ཡང་ད་ལྟའི་གནས་ཚུལ་ཆགས

བོད་པ་ཚུར་བ་ཕྱི་ལོག་སླེ་ཅན་ཀུན་བཏུས་སྐད་ངན་དང་པོ། བྱ་ལས་ག་རེ་ཨུ་ཚུགས་གནང་ཡོད་རེད་ཟེར་ན་བོད་པའི་གཞོན་སྐྱེས་སྡིག་ཆེན་སློབ་ཆུང་གྲས་ཡག་ག་རེད་ཟེར་ན་སློབ་ཆུང་འདི་ཨ་ནི། མ་འོངས་བོད་ཀྱི་སོན་རྩ་སྡིག་ཆེལ་སློབ་ཆུང་ཡག་པོ་ཅིག་དགོས་ཀྱི་འདུག་སྟེ་ཀུན་བཏུས་ནས་དགོངས་པ་བཞེས་ནི་ད་འདིའི་བཀའ་དྲིན་རྒྱས་གདའ། རྣམ་པ་ཚང་མ་ལོ་དུག་ཟ། བཀའ་དྲིན་འདི་འོག་ནས་འཚར་ལོངས་བྱས་པར་བ། བྱས་ཙང་ལྟ། མི་རྒན་བྱ། ཨན་སོ་སོའི་སྤུ་གུ་ཡོག་རི་ཨན་ཕྱི་རྒྱལ་ཡ་ཕི་ཅན་ལོ་མང་གུ་ཅི་བཞུགས་ཡོག་རི་ད་འདི་ན་འདུས་ཁང་དངོས་གནས་ང་ཚོ། ད་འཇིགས་གསུང་བ་ན་ཤི། ཡག་སྟེ་ཕར་ར་བ་ཁ་ལོག་ཅན་ཡག་སྟེ་བཅས་སྤྱི་སྒོ་བསམ་བཏང་ཡིན་ན་འགྲིག་མི་འདུག་སངས་པི་ང་ནི་ར་བ་ང་ག་དུས་ནི་ཕི་གའི་ཕ་བོལ་ཁ་ལོག་ཅན་བསམ་བློ་ཅི་བཏང་དུས་གང་ཨ་ཙི་ང་ཚོ་དེ་སྐྱིད་པ་ལགས་ཁོ་ཚོ་ཕི་གའི་མྱང་གི་ཡོག་རེད་ཁོ་ཚོ་མྱང་གི་ཡོད་ས་ང་ཚོར་ལས་འགན་ཅི་ཡོག་རེད་ཨན་ང་ཚོའི་ལས་འགན་དེ་བོད་པ་ཡིན་ས་ཆད་ཅན་ང་ཚོ་ལས་འགན་སྒྲུབ་ཡག་ཞི་དྲག་ཏུ་ང། བྱས་ཙང་ད་འདིའི་ཐོག་ནས་དངོས་གནས་ང་ཚོ་གང་དགའ་ཤུགས་རྒྱབ་ཁུག་ཐུབ་ཨང། ཡང་གོང་དང་ཁྱེད་རང་གི་དྲི་བ་ནས་ངས་བལྟས་ཚེ་ཡང་ཅིག་མ་འདྲ་ཅིག་གང་ཅི་ཡིན་ནའི་ཡང་དངོས་གནས་ཀྱི་གནས་ཚུལ་གཞི་བཞག་ཅན་ང་ཚོས་སྐད་ཆ་བཤད་ཁུག་ཐུབ་ཨང། ཡང་ངས་ང་ཆུང་དུས་གང་གི་ལོ་རྒྱུས་དང་དེ་ཚོ་ནི་གང་ལོ་དེབ་འདི་ནང་ལ་ཡོད་རེད་དེབ་འདི་ནི་ཨིན་ཇི་ནལ་ཡོད་རེད་དེབ་འདི་བོད་ཡིག་ནལ་ཡོད་རེད་ཁྱེད་རང་ཚོ་ཨིན་ཇི་ནལ་ཀློག་གནང་གི་ནི་རེད་བོད་ཡིག་ནལ་ཀློག་གནང་གི་ནི་རེད་ཨན་ཀློག་ཆོད་ཆོག་ཡོད་པ་བྱས་བསམ་ག་འདིའི་ཐོག་ནས་ཨན་ཡང་གང་ཀློག་ཁྱེད་སྒུག་ཡོད་ན་དེབ་འདི་ཉིད་ཡོད་པ་གནང་ངོ།
ཨ་ནི་དྲི་བ་གཉིས་པ་དེའམ་ལ་དེ་ཡིན་ར། དེ་རྒྱ་བོར་མི་བྱེད་ལ་དུས་ད་ག་འདྲ་ཅིག་སྐྱོ་བོ་མང་པོས་ང་རང་ཚོ་ཅིག་བོད་པ་མཉམ་དུ་ད་འབྲེལ་བ་དམ་པོ་ཞུ་བ་ཅིག་ཆགས་བསྡད་པ་རེད། ཨ་འདང་ན་བཞིན་ཅིག་བོད་པ་ཅིག་ཡིན་པའི་ཆ་ནས་རྒྱ་བོར་མི་བྱེད་མཉམ་དུ་སྙིང་ཉེ་བོ་ཞུ་བ་ཅིག་བྱས། ཨང་ཅིག་བོད་ཕྱི་ནང་ག་བ་ཡིན་པའི་ནས་ཅིག་ཕྱི་ཡི་གི་རྣམ་པའི་ཐོག་ནས་ཅིག་ད་རྒྱ་མིའི་གནོན་ཤུགས་གར་མོ་གར་སྤྲད་པ་ཡིན་ནས་ཅིག་སུ་ནང་ནས་ཅིག་རྒྱ་བོར་མི་བྱེད་དེ་ག་དུས་ནས་གློད་ཀྱི་ཡོད་མ་རེད་པ་ལ། ཨང་རྒྱ་བོར་མི་བྱེད་ནས་དེ་འདྲའི་གི་ང་རང་བོད་པ་ཚང་མ་ལ་ཅིག་ཨ་ནི་ག་དུས་ནས། དུག་སྙིང་ཆེན་པོའི་སྲིད་ཅེས་རྒྱ་གོར་རོམ་གྱི་དབུ་ཁྲིད་ནང་ཞུ་ཡོད་རོ། ཨ་ནི་དེ་འདྲའི་ཅིག་ལ། ད་ག་འདྲ་ང་ཚོ་བོད་པ་དང་རྒྱ་གོར་རོམ་གྱི་ཞི་བོ་ཆེ་ཐག་ཉེ་པོ་ཆགས་དུས། ཨ་ནི་ཨམ་ལགས། རྒྱ་གོར་རོམ་གྱི་གི་གཅུང་མོར་འཁྲུངས་ཡོད་རོ། ཨ་ནི་ཨམ་ལགས་ཀྱིས་ཅིག་སྐྱེ་བ་མང་པོ་ལ་ཅིག་ཚོགས་བསོད་ནམས་ཞི་བོ་ཅིག་ད་བསགས་ཡོད་རེད་རོ། ཨ་ནི་རྒྱ་གོར་རོམ་གྱི་གི་གཅུང་མོ་ཆགས་ཡོད་རེད་ཨ་ནི་ཁུ་འདུས་ཡར་སྦྱར་དུས་ད། དེ་ག་ལ་བར་ཨམ་ལགས་ཀྱིས་ནང་ཚོགས་བརྩེ་བའི་སྣ་གཅན་པོ་ཆགས་ཡོད་རོགས་ལ། འདི་འདྲའི་གི་ཚོགས་བསོད་ནམས་ཐོག་ལ། ཨམ་ལགས་ཀྱིས་ཅིག་ཀུན་འདུས་ཀྱི་གཅུང་པོ་ཡིན་པའི་ཆ་ནས་ཨམ་ལགས་ག་འདྲས་འགྲོ་ཞིག་གོང་གི་དུ་ཤོད། ང་ང་སྐྱེས་དུས་སྐང་ཀུན་འདུས་རྒྱ་བ་རོམ་ཕྱིར་ངོས་འཛིན་ཞུས་ཚར་བ་བྱས་སང་ང་ཆུན་ཆུན་སྐང་ནས་ཀུན་འདུས་ལ་ཡར་བད་ཅིག་གར་སོག་རེད་སྟབས་བི་གའི་བརྩེ་དུང་བྱས་ཨ་ད་ཨེ་ནི་ཡི་གའི་ཡར་གུས་ཞབས་བྱས་འདི་འདྲའི་གཟི་བྱིན་འཚར་ལོངས་བྱས་པར་བ་བྱེད་སང་སྐུ་མདུན་མི་ང་ཚོ་པ་ལགས་དང་ཨམ་ལགས་ང་ཚོ་གཅིག་པ་རེད་དེ་ཡིན་ནའི་ངའི་བསམ་བློའི་ནང་ལ་རྒྱལ་བ་རོན་པོ་ཆེའི་ག་དུས་ཡིན་ནའི་ངའི་གར་སོགས་རེ་ད་ཆོས་ཕྱོགས་ཡིན་ཅེས་གསང་པོ་མེད་ག་རེ་ཟེར་ན་ད་མི་གང་གའི་མི་ཆུང་ཆུང་གང་ནས་བ

ཐུགས་མུ་མེད་པར་ཀུན་འདུས་དང་སྙིང་པོ་འབྲེལ་བ་ཆུ་དང་ལའང་རོལ་པ། ཨན་རྒྱ་བ་རིན་པོ་ཆེའི་དམ་རྟེན་འདི་ཀུན་འདུས་བཅུ་བཞི་པར་རོལ་པ། ད་ཐེངས་མ་འབངས་ཅན་ཀུན་འདུས་རྒྱ་བ་རིན་པོ་ཆེའི་རིམ་པའི་མང་ཀུན་གྱི་ཆོས་ཀུན་སྣང་བ་རི་ཨན་སྡིག་ཆེ་གངྒཱའི་ཐོག་ནས་བོད་མི་མང་ལ་ཡང་བཀའ་དྲིན་ཆེན་པོ་ཞིག་གྲགས་རོལ་པ། ད་ཡིན་ནའི་དམ་རྟ་ཀུན་འདུས་མི་ཡི་དགོངས་ལུང། ཉི་ཤུ་རྩ་ལྔ་ཡིན་དུས་སྐྱབས་ཆོས་སྣང་ལ་ཆོས་ཀུན་སྣང་བ་རི་སྐྱབས་ཆོས་སྣང། བོད་ལ་ཡོད་དུས་གང་གི་གནས་སྟངས་དང་སྐྱབས་ཆོས་སྣང་གི་གནས་སྟངས་འདི།

བོད། བོད་སྤྱི་པའི་དོན་དག་དང་བོད་ཀྱི་གནས་སྟངས་འདི་འདྲས་དག་ཅིག་ཨེན་ཆོས་ཕྱོགས་ཐོག་ནས་ཅིག་གསུང་ཡག་མོ་འདུག་སྤྱི་འགྲོས་མུན་འགྲུས་བཀའ་མོལ་ང་ཚོ་ད་མི་ཚང་ཅིག་ན་ཛམ་མ་འདྲ་ཤེས་གི་རེད་པ་འདི་འདྲས་སོ་འདྲས་ཅིག་ཡོག་མ་རེད་བྱས་སང་ཆུང་དུས་ག་ནས་ད་སྐྱབས་བཅོལ་ན་ཆུ་གུ་ན་རེད་དེ་དུས་ག་སྐྱབས་བཅོལ་ན་ཆུ་གུ་ན་དུས་ག་ང་སླབ་གྲ་ཐོན་འགྲོ་ཡོག་རེད་པ་ཨེ་ནི་སྐུ་མདུན་སྐྱབས་ཆུ་ནག་ཆུ་ཀུན་ནག་ནི་སྐུ་ལས་ཁ་ཚད་བྱུང་ཡོད་མེད་ནི་བོད་པ་མང་པོ་སྐྱབས་ཆུ་ནག་ལ་ཡོང་པོ་རེད་ནི་ཅིག་ཟ་ཡག་ཡོག་མ་རེད་འཐུང་ཡག་ཡོག་མ་རེད་གོན་ཡག་ཡོག་མ་རེད་སྡིག་ཆེ་གང་ག་འཐུང་དུས་གང་ལ་ང་ཚོ་ཡིན་ནའི་ང་ཚོ་ང་བོད་པ་ཆེ་རེད་རྒྱ་བ་རོམ་པ་ཆེ་གིས་ད།

ང་ཆུང་དུས་སྐབས་ནས་ལོ་བཅུ་དྲུག་བཅུ་བདུན་ཡིན་དུས་ག་ནས་ག་རེ་ཟེར་ན་བོད་ཀྱི་གནས་སྟངས་འདི་ང་ལོ་བཅུ་དྲུག་བཅུ་བདུན་ཡིན་དུས་བོད་ལ་རྒྱ་མི་གླེས་རྒྱ་མིའི་བཙན་དབང་བོལ་བེད་དེ་ང་ཚོའི་ཨ་མ་ལགས་དང་ཨ་ཅག་ལགས་དང་ནང་བཞིན་སྐུ་མདུན་ཞིག་དང་རྒྱ་མི་ལ་དུས་ཆེན་ལོ་མང་པོ་བཞུགས་པ་ང་ཚོ་རྒྱ་གར་ལ་བསྡད་ཡོད་པ་བྱས་ཙང་འཚར་ལོངས་བྱེད་དུས་ག་ནས་འདི་འདྲའི་བསམ་བློའི་ནང་ལ་རྔམ་དྲག་དེ་ཡོད་ཙང་ཨ་ནི་སློབ་ཆུང་ཐོན་དུས་གང་ལ་ཐབས་ཞབས་ཕྱི་ཞུས་ན་མ་ཐུག་འགྲིག་མ་རེད་ཞབས་ཕྱི་ག་འདྲས་ཞུ་དགོས་གི་ཐོག་བོད་སྤྱི་པའི་ཐོག་ལ་བསམ་བློ་བཏང་ན་མ་ཐུག་འགྲིག་མ་རེད་ས་འདི་བེད་ཤུགས་ཆེན་པོ་ཞུ་ཆེད་ལས་སུ་ང་དེ་འདྲས་ལོན་དུས་གང་ལ་ཨ་རྒྱ་བ་རོང་པོ་ཆེ་ག་གནང་གི་ཐོག་རྒྱ་བ་རོང་པོ་ཆེ་སྐུ་མདུན་ལྕགས་ཅན་སྐུ་མདུན་ནས་ཅིག་ཡོར་བབས་ད་ཉིན་རེ་ཉིན་རེའི་བོད་སྤྱི་པའི་ཐོག་ལ་ཕྱག་ལས་དང་དེ་ཚོའི་དགོངས་པ་བཞེས་ཅིག་གནང་དུས་གང་ལ

ཨ་ནི། གར་སོ་ལྟ་ཀུན་འདུལ་གྱི་བཀའ་དྲིན་རྒྱ་ང་རའི་མི་ཚེ་འདི་གོས་ཆོད་བསྐྱལ་ཐུབ་རེ་བསམ་གི་ལས་ཀ་དེ་བྱས་བྱས་ལོང། ཨ་ནི།
རྒྱ་རོམ་ཕྱིན་ད་ང་རང་ཚོའི་གི་ཚེ་འདི་ཅིག་གང་ད་ཅིག་ཚེ་རབས་སྟེང་གི་ཅིག་ད་འབྲལ་བ་མེད་པའི་འབྲལ་ཐབས་མེད་པའི་གི་ཅིག་ད་དབུ་འཁྲིད་ཆགས་བསྡད་ཡོད་རེད་ཨ་ད་ན་ཞིང་བོད་གང་ད་ད་གི་ཅིག་ཨམ་ལ་སྲུང་བ་ན་ཞིང་ཅིག་བོད་ཤོར་བཙན་བྱོལ་ལ་གྱར་ཨ་ཅིག་ད་དཀའ་ངལ་ཞི་བོ་ཅིག་ཡོད་པའི་སྐབས་ལ་ཡང་ཨ་ནི་ཅིག་རྒྱ་བོར་རུམ་བཅས་དབུ་ཁྲིད་ཕྱི་ལོག་ཕེབས་ཐུབ་རོ། ཨ་ནི་དེའི་འོག་ལ་ཅིག་ཕྱར་གྲུ་གནམ་བསྟན་གནང་མཁན་ནི་མི་རབས་རྒན་པ་ཨ་ནི་ཨ་མ་ལགས་འདྲ་བོ་དངོས་གནས་སྐུ་ཚེ་ཧྲིལ་པོ་ཐུགས་སུ་བཅད་དཀའ་ལས་སྐྱོན་སྐུ་ལས་སྐྱོན་བཅས་ཨ་ནི་ད་ལྟའི་ཆ་ལ་ཡང་ཐུགས་སུ་བཅད་བྱས་ཨ་ནི་སེམས་སུ་སྟོན་པའི་གྲུབ་འབྲས་ཞིག་ཐུགས་སུ་བཅད་ང་ཚོས་མཐོང་ཡ་ཡོད་དུས་ཨ་ནི་རང་བཞིན་གྱིས་ཨ་མ་ལགས་ཅིག་མཇལ་དུས་ཡིན་ནའི་རེད་ཨ་མ་ལགས་ཀྱིས་ཅིག་ག་དུས་ནས་ཨ་མ་ལགས་ཅིག་ང་ཚོའི་སེམས་ལ་དྲན་དུས་ཨ་ནི་རང་བཞིན་གྱིས་ཅིག་ཡང་ཅིག་སེམས་ཐག་ཉེ་བོ་ཞི་བོ་ཆགས་འདུག། ལོང།
ཨ་ནི།
དྲི་བ་གསུམ་པོ་འདི་གར་སྒྲོན་ཡིན་ལོང། བློ་ལུས་སུ། དྲི་བ་གསུམ་པོ་འདི་ད་ལྟ་ཨམ་ལགས་བདེན་གི་བེད་ཞུས་སུ་རོགས་ལ། བུ་གཟུགས་ཁང་དང་པོ་ཐོག་མ་དབུ་བཙུགས་དུས། ལོང། ཨ་ནི། བོད་ནས་ད་མི་མང་པོ་བྱིས་ཡོང། ལོང། ཨ་ནི་རྒྱ་གར་ལ་གནམ་གཤིས་དང་ཨ་ནི་ཅིག། གང་ཅིག་མཐུན་རྐྱེན་ཐོག་ནས་བེད་སྐྱོ་པོ་ཡོར་བ་ལ། ལོང། ཨ་ནི་ཅིག།
རྒྱལ་བ་རིན་པོ་ཆེའི་ཅོག་པུ་གང་ལ་གཡུག་བཞག་པས་ན་གང་དག་ཅིག། རྒྱལ་བ་རིན་པོ་ཆེ་ད་ཨོ་ཡེ་གང་ལ་ཞུ་ཡོད་རེད་དེ་ཅིག་ད་ཕྱག་ལས་མང་པོ་ཅིག་ད་ལྟ་ཆབ་སྲིད་དང་དེ་འདྲ་ཐོག་ནས་ཐུགས་འགན་བཞེས་དུས་ད་མང་པོ་ཅིག་སྲིད་སྐོར་ཁེགས་ཡོད་རེད་བ། དེ་འདྲའི་སྐབས་ལ་ད་ང་རང་ཚོ་ད་ད་ལྟའི་ཆ་ལ་ད་མཐུན་རྒྱལ་དཔལ་རྫོང་པོ་ར་ཚང་པོ་གླིང་ནང་ལ་ཡོད། ཨ་ནི་ཅིག་ང་ཚོ་གྲོགས་པོ་དེ་འདྲ་ཡོད་ཨ་ནི་ཅིག། པུ་གཉིས། དེ་འདྲའི་སྐྱོ་ངལ་ལས་ཅི་ཞུ་ཅིག་ཁོང་ཚོས་སྐད་ཤོར་བསྡད་འདུག་ར། ད་ཨ་མ་ལགས་འགྲོ་བས་ན་ཨ་མ་ལགས་ཀྱིས་ཨ་འདམ་དུ་བསྐུར་བས་ཀྱི་རྒྱལ་མོ་ཞིང་ཞེས་ཚུར་འགྲོ་མ་ལ་རོལ། དེ་འདྲས་ཨ་ནི་ཅིག་ང་རང་ཚོའི་ཀྱི་བུ་ཕྲུག་ཉམ་ཐག་ཨ་ནི་ཅིག་ཕ་མ་བྲལ་རྒྱུ་ཁ་ཤས་ཡང་ཅིག་དཀའ་ངལ་མང་པོ་ཅིག་ཐོག་ནས་འདུག་ཅེས་ལམ་སྲོལ་དང་དེ་འདྲས་ནས་ཚུར་དབོར་རྗེས་གང་འདྲ་བུ་གསུམ་ལ་ཅིག་གཟིགས་སྐྱོང་གནང་དུས། རིམ་པས་སྤུ་སྤུ་ལྔ་བཅུ་ནས་སྤུ་གུ་ད་ལྟ་ཡ་རིམ་པས་གྲངས་ཀ་ཕར་དྲུག་འདུག་ལ། རེད་རེད་རེད། འདི་འདྲའི་སྐབས་ལ་དཀའ་ངལ་ཞུགས་འཕྲད་འདུག་ལ། གཅིག་ཁང་པའི་ཐོག་ནས་མ་འདང། གཅིག་ལུས་སེམས་དང་འཕྲོད་བསྟེན་དང་དཔལ་འབྱོར་དང་འདི་འདྲའི་ཐོག་ནས་དཀའ་ངལ་ཞུགས་གཅིག་དེ་འདྲའི་སྐབས་ལ། སྐུའི་གཅེན་མོ་སེང་སྒྲོམ་ལགས་རེད་འདི་རྗེས་ལ་ཨམ་ལགས་ཀྱིས་རྒན་གཞས་བཅས་གང་ལྟར་དཀའ་ངལ་ལ་ཞུགས་གཅིག་གདོང་ལེན་གནང་གཅིག་ད་ལྟ་གཅིག་ཁྲ་ཁྲ་སིང་སིང་བྱ་ཡ་འབྱོར་བ་ལ། འདི་སྐབས་ལ་དངོས་གནས། སྐུ་ལས་སྐྱོན་འདུག་བསམ་གྱི་འདུག་དེའི་སྐབས་ལ་སྐུ་ལས་སྐྱོན་སྟངས་དང་དཀའ་ངལ་འཕྲད་སྟངས་དེ་འདྲའི་སྐབས་ལ་ཅིག་གདོང་ལེན་བྱེད་སྟངས་འདི་ཅིག་མང་པོ་ཅིག་ད་ལྟ་གཞོན་ཤོས་ང་ཚོ་གཞོན་པ་མང་པོ་ཅིག་གིས་དེ་ཇི་ལྟར་བསམ་བློའི་ནང་ལ་ཅིག་དེ་སློབ་གསོ་དང་མ་སོང་མ་སླེབས་པ་ཡིན་ན་ག་འདྲ་ཅིག་འཁོར་གྱི་མི་འདུག་འདི་གི་ཅིག་དེའི་སྐབས་ལ་དཀའ་ངལ་ལ་ཨ་མ་ལགས་ཀྱིས་ག་འདྲའི་སྐྱོན་སྟངས་དེ་སྐོར་འབྲེལ་ཞུས་ན། དེའི་སྐབས་ལ་ང་ང་ཕི་གེ་བུ་ཕྲུག་ཁྱིམ་དེ་ལས་ཀ་ཕི་གེ། བྱེད་ཡག་འགོ་ཚུགས་དུས་སྒང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་རེད། བུ་ཕྲུག་ཁྱིམ་སྡེ་དབུ་བརྙེས་ཡག་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོར་རེད། ཨེ་ང་ཚོའི་ཨ་ཅག་ལགས་དམ་པ་དེ་ཡ་དགུ་འདུས་ནས་སྦུག་ལྔ་བཅུ་ང་གཅིག་ངའི་དང་པོ་ལམ་སུ་ཁ་ནས་ལེའུ་བཏེག་རྗེས་ཨ་ཅག་ལགས་དམ་པ་དེ་རྩིས་སྤྲད་ན་ཨེ་ནི་ཨ་ཅག་ལགས་སྐུ་ལས་ཞི་དྲག་བསྐྱོན་པ་རེད། ཨ་ཅག་ལགས་སྐབས་ལ་ཡ་ཨེ་ནི།

ཚོགས་པ་མི་སྒེར་ཀོ་ནམ་ཧའོ་སི་ནེ་ཇོར་ལ་འོངས་ཏེ་ཡ་ཨན་སྡོད་ཁང་གི་དབུ་གཙུག་ན་ཡོད་ས་ཁོ་ཚོ་ཁང་པ་ཇི་ཐུང་བ་ཁང་པ་དེའི་སྤུ་གུ་དེ་ཚོ་ངས་དང་པོ་བཞག་ན་དེ་ནས་ཨན་རྒྱ་གར་གཞུང་གི་ཡ་ད་ང་ཚོ་ཁང་པ་ཇི་ཁུག་འདུག་སྤུ་གུ་དེ་ཇེ་ཡོད་སུ་འདུག་ཨན་རྒྱ་གར་གཞུང་གིས་ཨན་དབྱིན་ཇིའི་སྐབས་རྒྱབ་བཞག་པའི་ཁང་པ་རྙིང་པ་ཅིག་རྒྱ་གར་གཞུང་གིས་ཡ་རྩིས་ལེན་ཨན་དེའི་ནང་ལ་ད་ཁྱེད་རང་སྤུ་གུ་དེ་ཚོ་བཞག་ན་འགྲིག་རེད་ཨན་ད་ལྟ།

ད་བྱས་མི་འདུག་ག་ལ་གཅིག་ཡོད་ན་ཡང་གཅིག་སྒུག་འདུག་རེད་པ་ཨེ་འདི་ནས་ཚོ་ག་རེ་སྒུག་འདུག་ཟེར་ན་ལྟ་རྟོག་བྱེད་མཁན་མི་སྒུག་འདུག་ག་ལ་ལྟ་རྟོག་བྱེད་མཁན་མི་ད་འདི་དུས་གལ་ཨ་ཅག་ལགས་འུ་ཚོ་དུས་གལ་ད་རྒན་བསྟན་འཛིན་ལགས་ཁྱེད་རང་ཚོ་གང་གལ་ཁེངས་རེད་པ་རྒན་བསྟན་འཛིན་ལགས་སོ་ད་འདི་ད་བོད་ནས་ཕེབས་པ་རེད་ཨེ་བོད་ལ་ཡ་ཡང་རྫོང་འདི་འདྲའི་ནང་ཕྱག་ལས་གནང་འདི་གནང་གི་འདུག་ག་ཨེ་བོད་ཡིག་ཡག་པོ་ཁེངས་གི་ཡོད་རེད་ཨེ་ཧིན་དི་དང་ཨིན་ཇི་ད་མཁྱེན་གི་མ་རེད་དེ་ད་རྒན་ལགས་ཕེ་ཨིན་ཡི་གེ་ལས་ཁུང་ནང་ལ་ཕུ་གུ་ཐོ་རྒྱབ་ཡག་ད་ཨིན་ཡ་གཅིག་ཕུ་གུ་ཚོ་ཡང་དགེ་རྒན་གནང་ཡག་དེ་འདྲས་འུ་ཚུགས་ན་ད་ལས་བྱེད་པ་སྒྲིག་བྱེད་གལ་ཆེན་པོ་འདུག་ཨ་ཨིན་ལས་བྱེད་པ་མང་པོ་དང་ལང་དོན་ཅན་ཡོང་གི་ཡིན་བྱ་རོག་བཞུགས་ཁག་ཡོང་གི་ཡིན། ངས་དང་པོ་འགོ་བཙུགས་དུས་ང་ལས་བྱེད་པའི་ཚུལ་ད་ད་རེ་ཁྱེར་ས་ཡིན་ན་རེ་བ། ང་ཚོ་ལས་བྱེད་པ་གཅིག་བཙལ་བ་ཡིན་ན་ངས་དང་པོ་དེ་ཕོག་གི་ཚེ་རག་གི་རེད་བསམ་བློ་བཏང་གི་རེ་བ། དེ་དུས་ཁ་ཕོག་ཞེ་སྡང་བསམ་བློ་ཁོག་ཡག་ཡོད་མ་རེད་ཞབས་ཕྱི་ཞུས་ཐུབ་ན། རེད་རེད། རེ་བ་ཞབས་ཕྱི་ཞུས་ཨ་ལི་ཡ་བེད་དེ་དཀའ་ལས་རྒྱག་པོ་ཡིན་དེ་ནི་སྤུ་གུ་དེ་ཚོ་དཀའ་ཉན་ཡོད་རེད་སྤུ་གུ་ཚོས་སྤུ་གུ་མང་པོ་ཅིག་ལ་ཕ་མ་ཡོད་མ་རེད་སྤུ་གུ་ཁ་ཤས་ཕ་མ་ཡར་བྲལ་རེད་སྤུ་གུ་ཁ་ཤས་ཕ་མ་ཡོད་ནི་ཕ་མ། ལམ་སོ་ཁ་ལ་ཡར་ལས་ཀ་བྱེད་ཉན་འདི་རེད་ཕ་མ་ཁྲི་ལ་ཡོད་མ་རེད་པ་བྱས་ཙང། ཨུ་ཚུགས་དུས་གང་སྔོན་ནས་དཀའ་ཉན་ཞེ་དྲག་བྱུང་པོ་རེད་ད་ཡིན་ནི། ལས་ཀ་སྟབས་གར་སོང་བས་ཕི་ཁའི་ཕྱག་ལས་གནང་ཡ་འདི་རྔམ་དྲག་གས་ཨ་ལེ། གར་སོང། ང་དཀའ་ཉེན་འཕྲད་ཀྱི་འདུག་འདི་ཁག་པོ་འདུག་བསམ་བློའི་ནང་འདི་འདྲའི་ལས་ཡགས་མི་འདུག་ག་ད། རེད་པ། ཁ་ལག་ཅིག་བཙལ་སྒུག་གི་འདུག་ཁ་ལག་ད་ཕི་ཁའི་མ་བྱན་གྲ་སྒྲིག་བྱེད་དགོས་རེད་གངས་ལོག་ཨ་ཅག་ལགས་དམ་པ་འདི་དངོས་གནས་སྐུ་ལས་ཞི་དྲག་སྐྱོན་ཡོད་རེད་ཨེ་འདི་དུས་ཁ་ཨ་ཅག་ལགས་ད་ལྟ་ཕོ་བྲང་རྙིང་པར་བཞུགས་འོག་རེད་ཕོ་བྲང་རྙིང་པ་ནས་ཨེ་ཇེ་ཏིན་ཧོལ་བོ་དུ་ཀི་ལོ་མི་ཀྲ་གཉིས་ཙི་ཅིག་གོམ་པ་བསྐྱོན་འགོ་རེད་ཞོགས་ཀས་སྔ་པོ་ནས་གོམ་པ་བསྐྱོན་བ་བེད་དགོངས་དག་ཆེ་བོ་བོ་དུ་ཡང་བཞུགས་ཨེ་ནི་ཡང་གོམ་པ་བསྐྱོན་བ་ཀི་ལོ་མི་ཀྲ་བཞི་ལྔ་ཙི་ཉིན་ལྟར་རེད་བ་ཕི་གེ་བུ་ཕྲུག་ཁྱིམ་སྡེ་ན་ཕི་གེ་ཕྱག་ལས་ན་ཡག་འདུག་ཕེ་གུ་གོ་རེད་པ་ད་དེ་ཚོ་གང་ལོ་ད་ད་རི་ཁའི་བསམ་བློ་བཏང་ཕི་ན་ལས་ཀ་ཡག་ཀི་ལོ་མི་ཏྲ་ལྔ་ཚ་ཞིག་གོམ་པ་རྒྱབ་ནས་འགྲུག་གི་ཡོད་ལབ་ཕི་ན་ཁ་བོ་རུ་བ་ལ་བོ་རུ་བ་བྱས་ཙང་དེ་འདྲའི་བསམ་བློའི་ནང་ཀླད་རྒན་མ་རུ་བ་བྱས་ཙང་ངས་དང་པོ་དུ་བ་དངོས་གནས་སྐུ་ལས་མང་པོ་ཁྲེལ་བ་རེད་ད་ཡིན་ནའི། ཀ་ནས་བསྙད་དེ་ཀ་ནས་བསྡུས་བྱེད་ཅིང་ཀ་ནས་ཀ་ནས་བོལ། ལེམ་ཅན་འདེབས་ཡིན་ན་སོ་སོ་ཁུ་ཁྱོ་གྱ་དུག་མར་པ། དེ་ལས་ཀ་ནས་བསྡུས་ཏེ་ཀ་ནས་དིལ་ཡ་ལྡོག་ལེན་བྱེད་ཀྱི་ཡིན་ཀ་ནས་དིལ་ཡ་ཐབས་ཤེས་བྱས་ཡོ་རི་ཀ་ནས་དིལ་མེབས་བཟོས་ཡོ་རི་ཐབས་ཤེས་གན་འདེད་བྱེད་ཀུག་ཏོ་དིལ་བསམ་བློ་བཏང་ཅན་ཨེ་ནི་གོམ་པ་སྤུ་དུད་གང་ཨེ་ལས་ལྷར་ལྷར་དྲུག་ཏུ་བ་ཨེ་ནི་སྤུ་གུ་བསྙད་དེ་ཡ་ག་པོ་ཆེ་ཉེ་འཛམ་བུ་གླིང

ལེགས་ཚིག་ལན་ཡག་ཚིག་ལན་ཡག་དྲུག་ཅུ་རེ་བཞི་གི་ཚིག་ལན་པོ་རེད། དེ་ནི་ང་རྔན་མ་སློབ་སྦྱོང་བྱེད་དུས་གང་སུའི་ཙི་ལན་དུ་སློབ་སྦྱོང་བྱས་པ་རེད་དེ་ནས་དེ་ཨིང་ལན་དུ་སློབ་སྦྱོང་བྱས་པར་པ་ཨེ་ནི་ཨིང་ལན་དང་སུའི་ཙི་ལན་པེ་ཚི་ལོ་ཚི་ཅུལ་རུན་ཚི་བྷི་ལེ་ཇི་སི་ངའི་ཏུང་ཨ་ཨེ་ནི་ཁོ། འདི་འདི་མཐོང་ཡོད་ས་ངར་འདི་ཉམས་མྱོང་རབ་ཅིག་ག་རེ་སོགས་རེད་ད་ག་འདྲས་བྱེད་ཀྱི་ཡོད་མེད་སྡིག་ཆས་ཤེས་ཀྱི་ཡོད་ས་ཕ་ལེན་ཁྱིམ་ཚང་འགོ་བཙུགས་ཡིན་པ་ཁྱིམ་ཚང་འགོ་བཙུགས་ཨན་དེ་ནས་སྤོན་སོར་ཤིབ་འགོ་བཙུགས་འདི་འགོ་བཙུགས་བྱས་ནས་ནི་ང་ཚོ་ཞི་དྲག་མཁར་ཚོར་བའི་ཕན་ཐོགས་ཆེན་པོ་བྱུང་སོང་བ་ཡིན། གནས་འདི་ལ་ཡང་ལས་ཀ་མང་པོ་བྱེད་ལྐུགས་འདུག་བ། མི་མང་པོ་ཅིག་ལ་ཡང་སྤུ་གུའི་སྤར་རྒྱབ་སྤུ་གུའི་གནས་ཚུལ་དེ་ཚོ་དང་དག་གནས་ཤིག་ཨེ་ནི། གཅིག་སྤུ་གུའི་གོ་སྐུ་དེ་ཚོ་ག་རེ་ཡིན་པ་འབྲེལ་བ་བྱས་ཨེ་ནི། Sponsor དང Sponsor དང་སྤུ་གུའི་སྤར་རུ་གི་འབྲེལ་བ་དེ་ཚོ་ཡང་མུ་མཐུད་བྱས་ནས་བཞག་ཡིག་མང་པོ་བྲིས་ལྐུགས་བ་རེད། ད་བར་ཚུར། ཚོགས་དེ་ག་བར་ཐུག་སོང་ཟེར་ན། རེད་པ། འབྲེལ་བ་ཆེ་ཡག་དེ། རེད་པ། མི་ལ་ཡག་རེད་གོ་གི་ཡོད་ན་མི་དེ་འབྲེལ་བ་ཡག་པོ་ཆེ་ཆེ་གོ་གི་འདུག་ག། མི་ལ་རེད་གོ་རེད་ཨེ་ནི་ཡིན་ནའི་ཨེ་ནི་གལ་ཆེ་ཤོས་དེ་ག་རེ་གཏོགས་ཟེར་ན། ཡིད་ཆེས་དེ་གཉིས་གོ་གི་འདུག་ག། ང་ཚོའི་སྤུ་གོ་ལྟ་རྟོག་བྱེད་གི་འོག་རེད་སྤུ་གོ་ལྟ་རྟོག་བྱེད་གི་འོག་རེད་ཁོང་ཚོའི་དངུལ་སྤྲད་གི་འོག་རེད་དངུལ་དེ། ག་པར་བཏང་གི་འདུག་གན་རྒྱའི་སུ་བཏང་གི་འདུག་རེད་པ། བྱས་ཙང་དེ་འདུག་ག་ཨང་གློག། གར་སོ་རེད་ད་འབྲེལ་བ།

ཀུན་འདུས་ཐུགས་རྗེ་བཀའ་དྲིན་དང་ནི་ང་ཚོའི་ལྟ་བུའོ་ཡ་འཚར་ལོངས་བྱས་ཏེ་སློབ་སྦྱོང་ཡག་པོ་བྱེད་འབྲས་ཡ་འདི་གང་ལ་ཤུགས་རྒྱག་པོ་ཡོད་སང་ཨེ་ནི། དཀའ་ཉན་གང་གི་ལོ་ག་ལི་ག་ལི་སང་ཐུགས་སོང་ཨ་ཡིན་ནི། རེད་པ། ཉི་མ་ཁ་ཤས་ཅིག་ནང་ལ་སང་ཐུགས་ཡོད་མ་རེད་དེ་ཚོ་གང་གི་ལོ་རེད་པ་ལོ་དང་ལོ་བསྟུན་བྱས་ནི་རེད་པ།
དུས་རིང་པོ་གཅིག་ཐོག་ལ་སོ་སོ་སྒྲུབ་དགོས་ཡ་ལས་འགན་སྒྲུབ་དགོས་ཡ་དེ་ག་དུས་ནས་གསལ་པོ་ཅིག་མཐོང་ཨེ་འདི་གང་ཤུགས་རྒྱབ་ཡིན་ན་ག་རེ་ནས་བྱེད་ཡ་ཐུག་ཨ་ཨེ་ད་འཇིག་གསུངས་སོང་ང་འདི་བ་ཕྱི་རྒྱལ་ཡོད་པའི་རེ་བ་ཕ་མ་ཚོ་པུག་གཉིས་ཙམ་དུ་མེད་ནས་དེ་རེ་བ་ག་ནས་བྲིས་ཀྱི་འདུག་དངོས་གནས་བྱས་ན་སྟབས་བདེ་མི་སྲིད་ཉན་ཏེ་སོ་སོའི

དཔེར་ན་སྤུ་གུ་ཆུན་ཆུན་ཡོད་པ་བྱས་ནལ་དཀར་མཉན་ཡོད་ནི་སྤུ་གུ་འདི་རྟག་པ་ལོ་གཉིས་གསུམ་འདེགས་མར་པ། རེད་པ། བྱས་སང་དེས་སྤུ་གུ་ཚ་ལུང་སྤུ་གུ་བླབ་གྲྭ་དཀྲུག་རེད་ཡང་བླབ་གྲྭ་བྱེད་ན་ཡང་ཅིག་གར་ཚུགས་རེད་ད་ལྟ་ཐོག་བྱས་དུས་ཚོད་ཉུང་བ་བཏང་གི་རེད་དེ་འདྲས་ད་ཡིན་ནའི་གལ་ཆེ་ཤོས་སྤུ་གུ་སྤུ་གོ་ཡ་རེད་པ་ཕ་མ་ཚོས་བརྩེ་དུང་དེ་གུག་ཏུ་བསླང། ཕ་མས་སྤུ་གོ་ཡ་བརྩེ་དུང་བྱས། ཕ་མས་སྤུ་གོ་ཡ། གར་ཚུར་རས་འདི། འབྲེལ་བ་འདི། དངོས་གནས་དྲ་གནས་ཡག་པོ་གཅིག་ཐོག་ནས་བཞག་པ་ཡིན་ན་སྤུ་གོ་སྙད་དེ་གུག་པོ་མ་རེད། སྤུ་གོ་ཆུན་ཆུན་ཡིན་ནའི་ནམ་སང་ཤིང་གི་ཏུང་བ། ཨེན་སྤུ་གོ། སྤུ་གུ་སྤུ་གུའི་ཚོགས་ཤོར་པ་ན་ལོ་ལྡིང་གི་ཚོགས་ངས་བལྟས་ན་ང་ཚོ་མི་རྒན་པ་ལས་ཁོ་ཚོའི་སྤུ་གུ་དེ་ཚོ་གར་ཤོར་བས་ཚོགས་དེ་ཤུགས་ཆད་འདུག་ཨ་ནི་ཁོ་ཚོས་ཤིང་གི་འདུག་ཨ་ནི་ཁོ་ཚོས་གར་ཤིང་གི་འདུག་ཟེར་ན་ཕ་མ་ཕ་མ་གཉིས་ཀྱིས་དངོས་གནས་དྲ་གནས་ད་ངའི་དོན་དག་རེད་ཕ་མ་གཉིས་ཀས་དཀའ་ལས་བརྒྱབ་ཁོ་ཚོས་བྱས་པ་དེ་ང་ཚོའི་དོན་དག་བྱེད་ཀྱི་ཡོད་རེད་འདི་སྤུ་གུའི་ཀླད་པའི་ནང་ལས་ཐུབ་ཡིན་ན་སྤུ་གུ་རྙོག་དྲ་ཡོང་གི་མ་རེད་གསུངས་པས། ག་རེད་ཟེར་ན་ང་བུ་ཕྲུག་ཁྱིམ་སྡེའི་ནང་ལས་ཀ་བྱེད་དུས་གང་ཕི་ཁའི་ལས་ཀ་ག་རེ་བྱས་པ་ཡིན་ནའི་སྤུ་གུ་ཚོའི་དོན་དག་ལ་ཡ་ངའི་དང་པོ་ཁའི་ལས་བྱེད་པ་ཚོ་ལས་ངའི་རྟག་པར་ལབ་གི་ཡོད། ཁྱེད་རང་ཚོའི་སྤུ་གུ་སྟེགས་བྱའི་བུ་ཕྲུག་ཁྱིམ་སྡེའི་སྤུ་གུ་ད་རེད་བ་མ་འོངས་བོད་ཀྱི་སོན་རྩ་ང་ཚོ་བཅོལ་ཞབས་པའི་སྤུ་གུ་རེད་ད། ཕ་མ་ཚོ་ནི་ཁྲིད་ལ་ཡོད་མ་རེད་ད་ཡིན་ནའི་ཁྱེད་རང་ཚོས་ག་དུས་ནས་ག་རེ་ཐག་གཅོད་བྱས་པས་ནས་སོ་སོའི་སྤུ་གོ་ཡ་ཐག་གཅོད་བྱས་པ་ནས་ཤི་བསམ་བློ་བཏང་ནས་བུ་ཕྲུག་ཁྱིམ་སྡེའི་སྤུ་གོ་ཚོ་ཐག་གཅོད་བྱས་པས་ནས་ཐག་གཅོད་བྱེད་ནོ་ཡོག་མ་རེད། འདི་ག་ནས་ཨེ་ནི་ཁྱེད་རང་ཚོས་གོམ་པ་སྤོས་པས་ནས་བྱེད་ནོ་འོ་མ་རེད་སུས་ག་རེ་ལབ་བས་ནས་གྱེས་གྱེས་ཞེས་ན་བྱེད་འོ་མ་རེད། ལབ་པ་ཨེ་འདི་འདི་ག་དུས་ནས་སེམས་ལ་བཞག་གནང་རོགས་གནང་ངས་རྟག་པར་འདི་ལབ་གི་ཡོད་པ་བྱས་སང་ག་ད་དེ་འདྲའི་ཐོག་ནས་ངས་བལྟས་ན་ང་ཚོས་མཁས་པ་བཟོས་པ་རེད་བསམ་གི་ང་ཚོའི་ཕི་གེ་ལས་བྱེད་པ་མང་ཆེ་སྤུ་གུ་རེད་པ་ང་ཚོ་ག་དུས་ཡིན་ནའི་བུ་ཕྲུག་ཁྱིམ་སྡེ་སི་ཏུ་གང་མི་ཚང་གཅིག་གི་ཡིན་སི་འོར་པ་སྤུ་གུ་རྒན་པ་ཚོའི་སྤུ་གུ་ཆུང་མ་ལ་ཡ་བྱམས་པོ་བྱས་ཨ་ནི་གཅིག་གར་སོང་རེད་མི་ཚང་ཆེན་པོ་གཅིག་རེད་པ་རྒན་ལགས་ད་མ་བྱིན་ཚུལ་ནས་རེད་ཁྱིམ་ཚང་ནང་ཕྱག་ལས་གནང་ཉན་ཕོ་ཚབ་མ་ཚབ་ཡིན་ནས་རེད་ལས་ཁུངས་ནང་ཕྱག་ལས་གནང་ཉན་ཚུལ་ནས་རེད་གང་གི་ལོག་ང་ཚོ་མི་ཚང་གཅིག་རེད་ཨེ་ན་ང་ཚོའི་ལས་འགན་ག་རེད་ཟེར་ན་སྤུ་གུ་ཐིག་ཆེ་ཡག་པོ་བྱས་ན་འཚར་ལོངས་ཆེ་བོ་རེད་ལྟ་རྟོག་ཡག་པོ་ཆེ་བོ་རེད་ད་དེ་ཁ་ལ་ཁྱི་ཅན་ལས་ཀ་བྱེད་དུས་གང་ཨེ་ནི། གར་གསུང་རས་དོན་དག་མང་པོ་ཅི་ཡ་བ་ཆེན་བསྒྲུབ་གསུང་བ་ལའོ། དེ་ཨམ་ལ་གསུང་ན་ཅིག་ང་ར་ཡི་ནས་ཅིག་ད་བུར་ཁྱིམ་དེ་ད་དེང་བུ་ཁྱིམ་མང་པོ་དེ་རོ་ལ་མ་ཨ་ནི་ཅིག་ཕ་མ་ཐག་རིན་པོ་ཆེ་ཨ་ནི་སློབ་གྲོགས་མང་པོ་ཅིག་བོད་ནས་ཕེ་ཡོ་ར་བ་ཡིན་པའི་ནས་ཅིག་དཀའ་ངལ་དེ་འདྲ་འཕྲད་དུས་ཕ་མ་ལབ་དུས། སེམས་ལ་ཡང་ཅིག་སྤོབས་པ་ཞིག་བྱ་གི་འདུག་ལ་སྤོ་གི་ཡོད་ཅིག་ཨ་ནི། ཨ་མ་ལགས་ཁོང་ལ་ཡོད་བསམ་ནས་ག་དུས་ནས་ཨ་མ་ལགས་ཕེབས་ཕེབས་ཀྱི་འདུག་ལབ་པས་ན་ཡང་ང་ཚོ་རྒྱུགས་ཤར་ལོན་ནས་ཨ་མ་ལགས་ཅག་ཧ་གྲོ་ཡ་འགྲོ་བ་དང་ཨ་ནི་ཅིག་ཨ་མ་ལགས་སྐུ་གསོལ་བདེ་བ་ལ་ཅིག་འཆང་ཡ་འགྲོ་བ་དང་དེ་འདྲའི་ང་ཚོས་ཀྱི་རང་བཞིན་གྱི་ཨ་མ་ལགས་ཀྱི་གོང་ནས་གོང་ལ་ཞུགས་བྱས་ནས་ལས་བྱེད་ཚང་མ་ལ་དེ་འདྲའི་བཀའ་སློབ་ཞིག་གནང་དུས་འདིའི་གི་རི་གཞུང་དང་མ་སོང་གཅིག་ཡོད་ར་ལ། དེ་ཁྱབ་བྱས་ཨ་ནི་སྤུག་ཚང་མ་ལ། ཨམ་ལག་ན་བཞིན་རེ་ཨ་འདང་ན་བཞིན་སུ་ཚུལ་ཁྱིམ་ཚང་ལ་བསྐྱར་དུ་ལོག་ཅན་ལས་ཅན་ཨམ་ལག་དང་ཨེ་ལས་ཅན་རྙིང་པ་དང་དགེ་ལགས་སུ་བྱས་ཀྱི་གང་ལྟ། ཨམ་ལག་དགོངས་ལ་ཞུགས་བྱས་དངོས་གནས་ང་ཚོ་སྐྱོང་སྟངས་དེ་སུ་ཚུལ་ཕ་མ་ལས་ལྷག་གཅིག་ཁོར་ཡུག་བསྐྲུན་ཨ་ནི་གཅིག་ཤེས་བྱ་ཡོན་ཏན་ད་ན་བཞིན་ཅིག་ང་རང་ཚོ་བོད་པའི་གི་བཟང་སྤྱོད་དང་བསྟན་པའི་དོན་ནི་དེ་ཧ་ལས་པའི་གི་དངོས་གནས་ག་འདྲ་ཅིག་སྤུ་གསུལ་སྐད་ཅིག་བྲིས་པའི་ནི་དེ་ཐོག་ལ་ཅིག་དཀའ་ངལ་ཏི་སི་ཏི་མྱང་གི་རུ་བ་ཡིན་པའི་ནི་ཅིག་འགྱོད་པ་ཁྱོད་ནི་མེད་པ་ཅིག་བུ་ཕྲུག་གི་འདི་བྱིན་ཅིག་དེ་བྱེད་དོ། ང་གཅིག་བུ་མར་ལྟ་བུ་ཕྲུག་ཁྱིམ་འདི་ན་ལ་ད་གན་ལ་ཚུ་ཡོག་རེད་བདག་ནི་ཞིག་ཁྱིམ་ཚང་ཨ་མ་ལ་ཚུ་རུ་བ་ཨན་ཡིག་ཚ་ན་ལ་ཆ་ལེ་ན་ཉེ་བས་ན་མ་མགུ་ཅིག་ད་ངས་མར་ནས་ཨ་ཅག་ལ་དམ་པ་དེ་སྐབས་ནས་བྱ་ལས་རྣམ་པར་སྦ། ཡང་ཁོང་ཚོ་ཡིས་ནི་སྔོན་གནས་པའི་དེ་སྤུ་གུ་ཐིག་ཆེ། མངལ་ལ་ཤ་ཅན་སོ་སོ་ལུས་དང་སྦ། བད་ཀན་ཏི་ཛི་ལ་ཤི་ད་ད་ཀྲང་ཀྲང་བསམ་བརྗེད་ཡོད་མ་རེད་སྦ། ཨིན་དེའི་ཁྱིམ་ཚང་ཨམ་ལ་ཁ་ཤེག་སྦ། རྙིང་པ་དེ་ཚོ་དཔེ་ཡག་ཡོད་རེད་བྱས་སང་ཁོང་ཚོའི་བད་བྱི་བུ་གཅིག་གུ་ལས་སྐྱོན་ཡོད་རེད་བྱས་སང་ང་གཅིག་པོ་མ་རེད་ཁོང་ཚོ་གང་ཀློག་གེ་ཧར་བུ་རུ་སྣང་བ་ལ་འོང།

ལོའུ་ལོའུ། ཨ་ནི། དེའི་སྐབས་ལ་ཨེ་ཨམ་ལགས་ད། ལོ་མང་པོའི་རྗེས་ལ་བོད་ལ་ཅིག་ཚ་ཕེབས་འགྲོ་གི་ཡོད་རེད་བ། རེད་རེད་རེད། ཨ་ནི་དེའི་སྐབས་ལ་ཨམ་ལགས་ལ་ཅིག་གི་འཚོ་བ་དང་གང་འདྲ་ཅིག་གཟབ་པོ་ཅིག་བྱུང་ཡོད་ས་རེད། ལོའུ་ལོའུ། ཨ་ནི་དེའི་སྐབས་ལ་ཅིག་བོད་ནང་ལ་ཡ་གཟིགས་སྒོ་ཕེབས་དུས་ཨམ་ལགས་སྐུ་སྒེར་གྱི་ཅིག་མྱོང་ཚོར་ཐོག་ནས། ཨམ། ཅིག་དཔོན་རིགས་ཁག་སུ་དང་སུ་བྱས་ཡོད་རེད། ཨ་ནི་དེའི་སྐབས་ལ་ཅིག་གལ་སྲིད་གསུང་ཆོག་ཡོད་ན། བོད་ལ། གཟིགས་སྐོར་གསུམ་པ་དེ་ཕེབས་རེས་ཀྱི་དམིགས་ཡུལ་དང། དགོས་པ་དང་ཨ་འདིའི་སྐབས་ལ་ཅིག་ག་གྲུབ་ཡོད་པ་དྲུག་ཅིག་གསུངས།
ད་ང་ཚོ་བོད་རུ་འགྲོ་དུས་གང་ལ་དམ། གཙོ་བོ་དེ་ལྟར་ང་ད་ལྟ་འདིར་བ། དེའི་ནང་དེ་གཟིགས་སྐོར་དེ་སྔ་གསུངས་པ་དེ། གསུངས་པའི་ནང་ལ་ནི། གཟིགས་སྐོར་ཐེངས་མ་གསུམ་པ་འདི་འདི་རིགས་མང་ཆེ་ང་ཚོ་མི་བདུན་ཡོད་རེད་ཨེ་ནི་དགེ་རྒན་ད་ཨེ་ནི་བླ་བྲེ་ན་ལས་ཀ་བྱེད་ཉེན་དགེ་རྒན་བསྟན་འཛིན་ལ་ཡི་ང་ད་སྙན་པོ་ཡོད་རེད་དེ་ནས་སྐུ་ངོས་རབ་བརྟན་ལགས་མ་སུ་རིག་གི་ད་ད་རེག་ཏོན་ན་ཉན་པོ་རང་ཡོད་རེད་ཨེ་ནི་དེ་ནས

ངའི་མ་ང་ར་ཆུ་འཇུག་ཁང་གི་བུ་དྲན་པ་ཅིག་ད་འདི་ང་རའི་བསམ་བློའི་ནང་ཡོད་དེ་ཅེས་དེ་བསྡད་མི་འདུག་གང་ད་ཕི་གའི་འགྲོ་དུས་གང་མི་གང་ག་ལོ་བས་འདི་ག་ལབ་བོ་རེད། དུག་ལོག་གོན་པ་དེ་ཚོ་ནི་ལྷན་པ་མེད་པའི་དུག་ལོག་གོན་ཉན་མི་འདུག་རེད་པ། ཨ་ནི་ཁོང་ཚོ་དཀའ་ཉན་བྱུང་བའི་སྐད་ཆ་མ་འདུག་རེད་པ། ཨ་ནི་འདི་དུས་ག་ལ་ད་ལྟ་རྒྱ་མི་ད་ལྟ་འདི། ཁ་ལག་དག་ཅི་དག་རལ་གསེང་དྲིལ་གྱི་དུང་བ་ལ། ཟླ་བ་གཅིག་དང་ཡར་གར་འབྲུ་དང་རྩམ་པ་དང་གར་སྤྲེལ་གཡུ་ནི་རྟ་སྟེགས་བཅས་ཀུན་ཚུད་གཟི་ཀྱི་དུང་བ། ཉི་མ་གཅིག་དུས་གཉིས་ཁ་ལག་བརྒྱག་ཚད་ཟད་པ་ཡིན་ན། ཟླ་བ་གཅིག་ཁ་ལག་དེ་ཟླ་བ་ཕྱེད་ཀ་མ་འདུག་དང་ཡང་མི་འདུག་འདི་འདྲའི་གནས་སྟངས་རེད་རེད་པ། ཨེ་ནི་རྦད་དེ་ཁང་པའི་ནང་ལ་ཕྱིན་པ་ཡིན་ན་ནི་རྦད་དེ་སྟོང་པ་སྟོང་རྐྱང་རེད། ཁ་ཤས་ལ་ཉལ་ཆས་ཡག་པོ་ཅིག་གོན་ཡག་ཡོད་མ་རེད་ག་རེ་ཟེར་ན་རྒྱ་མི་ཡོང་བྱས་ནས་རེད་པ། ཁོ་ཚོས་ཟེར་གྱི་ཁང་པའི་ནང་ལ་ཐེངས་མ་བདུན་གྱི་ལས་གསུངས་ལ། དང་པོ་ལས་བཏུས་བཏབ་གསལ་དང་དངུལ་དང་རུ་བ་དངུལ་ཆད་དང་ཨེ་ནི་ད་ལྟ་སྐུ་དང་ཇི་དག་ཡོད་ན་ཡིད་ཆེས་གལ་ཆེན་པོ་རེད། གཉིས་པ་དུ་ཡུངས་བཏུས་གང་དག་ཁང་པའི་ནང་འཛིན་ཆད་དང་དེ་འདྲའི་གལ་ཆེན་པོ་རེད། གསུམ་པ་དུ་ཡུངས་བཏུས་དག་ཐ་མ་དེ་བ་ཡུངས་བཏུས་ཉལ་ཆད་དང། རེད་པ། ཉལ་ཆས་དེ་ཨེ་ནི་གཅིག་ཁང་པའི་ནང་བེད་སྤྱོད་བཏང་ཡག་ད་དཀའ་ཡུལ་དེ་ཨེ་ནི་ཁ་ལག་བཟོ་ཡག་སྣོད་ཆས་འདི་ཚོ་ཡན་ཆད་བེད་ཡག་གི་བུ་ད་གཞུང་ཞིག་དང་ནི་ག་རེ་ཟེར་སྨན་མི་མང་པོ་ཡོང་གི་ཡོད་རེད་པ་བོད་ལ་ཡ་རྒྱ་མི་སྨན་མི་ད་ཐིག་ཆེ་ལ་སྒུག་གི་ཡོད་རེད་པ། ཨེ་ནི་བེད་མི་མང་ཚོ་ད་བེད་སྐྱོ་པོ་སྐྱོ་པོ་རེད་པ། ཨེ་ནི་སུ་དང་མཉམ་པོ་སྐད་ཆ་བཤད་ཡིན་ནི་ང་ཚོ་མིག་ཆུ་དང་བཅས་འདེད་རྒྱུ་རེད། ངས་ཚང་པོ་དེ་ཁོ་ཚོ་ཡོང་གཅིག་སྐད་ཆ་རབ་བཤད། ཁོ་ཚོ་ངུས་ང་ཚོས་ངུས་སྟབས། བོད་ནང་ལ་ཡང་གང་ག་ཐུམ་ཅན་ཉི་མ་བརྒྱ་དང་བཅུ་གསུམ་ཡི་ན་ཆེ་བསྡད་པ་རེད་བོད་ནང་ལ་རེད་བ། དེ་ཤུབ་དེའི་སྐབས་དེ་རེད་བ་ཉིན་ལྟར་རེ་ཞིག་མ་ངུས་པར་ང་ཚོ་བསྡད་ཡོང་མར་དང་བོ་ནས། ཨེ་ནི། རྒྱ་མི་གཅིག་ང་ཚོའི་རྩ་ལ་ཡོད་ཉལ་ཏེ་འཛུལ་བའི་བད་ག་ཡག་ཐབས་ཤེས་ཞིབ་ཅིག་བྱས་པ་རེད་ད་ཡིན་ནའི་མི་སི་ཉལ་ཏེ་མི་འབོར་ཆེན་པོ་གཅིག་གས་ར་བ་ཤུགས་རྒྱབ་ཅན་ད་འགྲོ་ཨེ་ནི་འགོ་དེ་འདུག་གི་རྒྱག་སྟངས་བྱས་པ་ཡིན་ན་ཨེ་ནི་ར་བ་སྨད་མི་སྨད་མི་བཅུ་བཅོ་ལྔ་མ་ཏོ་མེད་ན་དཀའ་ཐུག་མི་འདུག་ག་ཨེ་ནི་ཁོང་ཚོ་ཡོང་ཨེ་ནི་མང་པོ་གཅིག་ཚེ་ནག་གོང་ལ་ཡོང་གི་རེད་ཁོང་ཚོ། ཞོགས་སྐད་རུ་པ་ཞོགས་སྐད། ཆུ་ཚོད་གསུམ་པ་བཞི་པ་བོ་དུ་ང་ཚོའི་ཚལ། ད་ཡོང་ཉེན་འདི་ཡོར་ད། ག་རེད་ཟེར་ན། ཁོང་ཚོ་མཚན་གང་བསྡད་ཐུག་མི་འདུག་ག། ང་ཚོར་དཀྲུག་ཉེན་འདི་འཛུག། ཁོང་ཚོ་ཉལ་ཁ་དཀྲུག་འོར་ད། ཁོང་ཚོ་ཉལ་ཁ་བྱིན་ན་ཨ་ནི་སུ་ཡོང་ཡོང་རེད། ཨ་ནི་ང་ཚོའི་མི་ཚོ་མི་མང་ཚོ། བས་བང་ཆེན་ང་ཚོས་བཙལ་མྱོང་ཨེ་ང་ཚོ་ཡི་གེ་འདི་དགུ་འདུལ་རྒྱ་རུམ་ཆེར་འབུལ་ཡ་ཨེ་ནི་ཡི་གེ་མང་པོ་སྤྲད་སོང་ང་ཚོ་ཚུར་ཡོང་དུས་གལ་ཡི་གེ་ཕྱི་སྒོ་སྟོང་ཕྲག་བདུན་འཁྱིལ་ཡོད་རེད་ད་ཡི་གེ་བརྩིགས་ཆེད་ང་ཚོ་ག་བ་ཆེན་པི་ནི་རེད་བ་སྒོ་ཤེ་རྒྱབ་ཅན་ལྟོ་བས་འདི་འདྲས་ང་ཚོ་ག་དུས་ནས་ཉག་སྟེ་གོ་རེད་ག་རེད་ཟེར་ན་ཡི་གེ་བརྩིགས་ཆེད་ཁོ་ཚོའི་ལག་པ་ཐེབས་ཡིན་ན་ད་མི་དེ་ཚོ་ཡང་རྙོག་དྲ་ཡོང་གུར་བ་བྱས་སང་ང་ཚོ་ག་དུས་ནས་ཡི་གེ་དེ་ཚོ་ཨ་ནི་ག་ཚོ་རེད་ཉག་བསྟན་ཨ་ནི་ཡི་གེ་ཚོ་རྒྱ་གར་ཁེལ་ཡོང་ཐུབ་རེད་ད་ད་ཨ་ནི་མང་ཆེ་ནི་ཡ་ད་ཁོ་ཚོ་ག་ཚད་མྱངས་པ་ད་དེ་ཚོ་གང་ཀློག་ད་ཡ་མང་ཆེ་ནི་ཀུན་འདུལ་བུ་ཡ་རེད་དེ་ནས་ག་རོ་ཅི་བོད་གཞུང་བུ་ཡ་དེ་ཚོ་གང་ཀློག་ད་དུག་སེ་བྱས་བྱས་ནས

Proof བསྟན་ཡག་ད་ཡི་གེ་བསྟན་དུ་ཡོར་པ། ལོང། བྱས་ཙང་ཡི་གེ་བསྟན་དུ་རྫུན་མ་མ་རེད་བེད་ས་ཡི་རྒྱབ་ཁོང་ཚོའི་ཡི་གེ་རེད་ད་བསྟན་དུ་དངོས་གནས་ད་ལྟ་ངས་དེ་བཀའ་མོལ་ཞུ་དུས་གང་དངོས་གནས་བསྟན་དུ་གནད་འགག་ཡིན་པ་ཤེས་གི་འདུག་ལོང། བྱས་ཙང་ཨ་ནི་ཨ་ནི་དེ་ནས་ཕི་ཀའི་བསྡད་དུས་གང་ཅིག་གར་སོང་རེད་རྒྱ་མིའི་དཔོན་པོ་ནི་མང་ཆེ་ང་ཚོ་མཐོ་ཤོས་བསྟན་དུ་ཐུག་ཡག་ཡོར་མ་རེད། ལོས། མི་རིགས་ག་རེད་མི་རིགས་ཚོགས་པ་ས་ཅིག་ཡོར་རེད་ད་ཁོང་ཚོས་རྒྱ་མིའི་ལོང། བོད་པའི

ཨན་ཁོ་ཚོ་བི་གའི་ལྷས་ས་ཡོད་དུས་གང་ཨན་ནི་རྙོག་དྲ་རབ་ཅིག་ལངས་སོང་ང་རེ་ཟུང་ནི་བོད་རང་བཙན་སྐད་རྒྱབ་ཨན་ནི་ཨན་ནི་ང་ཚོ་སྐྱོ་གུ་སྐྱོ་གུ་ཕ་ཚུ་རུ་པ་གྲོང་སྲས་ག་ལ་ཁྲིད་ཨན་ནི་ལྷས་ས་ཡ་ཁོ་ཚོ་ཐུ་བས་ཅུ་ཡོད་མ་རེད་ཨན་ནི་དུབ་སོ་རྒྱབ་བྱས་ནི་ཨན་ནི་ང་ཚོ་ཚུ་ལུ་གོ་ཁེབ་རུ་པ་ཨན་ནི་ད་ག་ད་ང་ཕི་གེ་ཡོད་དུས་གང་ང་ཚོ་གང་ཀློག་ཚོ་གར་བྱུང་སོང་ཟེར་ན་དངོས་གནས་དྲ་གནས་རྒྱ་མི་ར་བ་ད་བོལ་ཡ་ང་ཚོའི་མི་མང་སྡིག་ཆེ་ཞི་བོ་ཆེ་མྱང་ཐུང་ང་ཨེ་ནི་མི་བཟང་གཅིག་མ་རེད་མི་བཟང་མང་ཆེ་ར་བ་ཡ་མེད་ན་པ་ལགས་དེ་བརྩོན་ཁ་ནག་བྱུག་ཡང་མེད་ན་ལམ་སོགས་ཀྱི་ལས་ཀ་དེ་འདྲའི་ཐག་རིང་པོ་དེ་འདྲའི་དང། ཡང་མེད་ན་བུ། ཡང་མེད་ན་རྦ་སོ་སོའི་སྤིན་རྒྱག་དེ་འདྲས་ཅིག་གར་སོང་རེད། ཀྲུང་ཞྭ་བོ་གར་ཚུགས་རེད་མེད་བོ་གཟུགས་གང་མི་འདུག་ག་ཨེ་ནི་མང་གུ་ཅིག་ནི་ཁ་ལག་མ་ཐམས་ཅད་གཏུག་བཤི་ཐེབས་པ་མང་གུ་བྱུང་འདུག་ག་བྱས་ཙང་བོད་ཀྱི་རྒྱལ་རབས་ནང་ལ་དངོས་གནས་གཏུག་བཤི་ཐེབས་པ་འདི་རྒྱ་མི་ལས་ནི་མོ་དུ་བོད་ནང་ལ་གཏུག་བཤི་ཐེབས་ཐེ་ཉུང་པ་འདི་བྱུང་མེད་པ་འདྲ་འདུག་ག་བྱས་ཙང་དངོས་གནས་དྲ་གནས་ང་ཚོའི་མི་མང་ཚོ་ཞི་བོ་ཅིག་མྱངས་པ་རེད་པ་ད་མྱངས་པ་རེད་ངས་མ་དེ་དུས་ག་ལ་བརྒྱད་ཅུ་ཐམ་པའི་ལོ་ར་པ། ད་དེ་རུ་ཁྱེད་སེ། མང་པོ་ཅིག་ད་དུ་མདོ་ཡི་ད་མཐའ་མྱང་གི་ཡོད་ར་པ། ད་དེ་རུ་ཁྱེད་སེ་འདུག་ཞུད་ག་ར་ཏོག་སེ་ན། ད། བོད་པའི་སྤུ་གུ། ཨེ་ནི། ད་རྒྱ་ནག་ལབ་དྲག་ད་འགོ་ར་པ། བོད་པའི་སྤུ་གུ། བོད་པ་མོ་གསོད་པ་བྱས་བོད་པའི་སྤུ་གུ། ད་མ་འོང་པ། ཨེ་ནི་རྒྱ་མི་གསོད་ཡག་གི་ཐབས་ཤེས་དེ་བྱེད་འོ་ར་པ། ད་དེ། སྡུག་ཤོས་དེ་རེད་ག་རེ་ཟེར་ན་ང་ཚོའི་ངོ་འཁོར་བླ་གཡག་གི་ཨེ་ཉན་ག་དེ་ཡོར་པ། འདིའི་ཐོག་ལམ་ལ་འདི་ལྟར་དྲི་བ་བྱེད་ཡོད་ན་འདིའི་ཐོག་ལ་དབང། བྱས་ཟིན་ཀ། དེ་འདྲའི་ཐོག་ནས་ད་ད་ལྟ་གནས་སྟངས་དེ་འདྲས་ཅིག་ལས་ཐུག་ཨ། བྱས་ཟང་རྒྱ་མི་བོད་ལས་ཅན་ང་ཚོ་ཁེ་ཁེ་ཕན་ཡོར་མ། རེད། གྱོང་ཆེན་པོ་རག་ཡོར་རེད། ཨམ་ལགས་ཀྱིས་སྐུ་ཚབ་ཡར་ཕེབས་རོགས་ཨ་ལགས། ལོང། ཨ་འདི་རྗེས་ལ་གོང་ད། ག་ད། ཅིག་རྒྱ་གར་ནང་ལ་ཡར་བོད་ནས་སློབ་ཕྲུག་ཕེབས་མཁན་ཅིག་ཅིག་མང་བ་ཆགས་པ་འགྲོ་བ་བྱེད། དམིགས་བསལ་དེ་འདྲ་བརྒྱད་ཅུ་དགུ་བཅུ་ཙམ་འདུག་བ་མང་པོ་ཞིག་ཕེབས་རོགས། དངོས་གནས་བྱས་ན་ད་ལྟ་གཟིགས་སྐོར་ཐེངས་དང་པོ་ཕེབས་པར་བ། ལའོ། བདུན་ཅུ་དོན་དགུའི་ལོ་སྟེ། ལའོ། གཟིགས་སྐོར་ཐེངས་དང་པོ་དེ་ཕེབས་བྱས་ནས་ཨེ་ནི། ང་ཚོའི་ཆུ་ལག་བློ་བཟང་བསམ་གཏན་ལགས་དང་ཁོང་ཚོ་ཕེབས་ཡོད་རེད་བ། ཁོང་ཚོ། ཨེ་ནི་ཁོང་ཚོ། ཨེ་ནི། ཚུལ་རྒྱ་གར་ཕེབས་བྱས་ནས་ཨེ་ནི་རྒྱ་གར། ད་རྒྱ་མི་ལ་ཡ་གར་གསུངས་ཡོད་རེད་ཟེར་ན་ང་ཚོ་པིང་རྒྱ་ཡིན་རེད། ལ། ཚུལ་ག་རེ་ཟེར་ན་ང་ཚོའི། རྒྱ་གར་ལ་ཡོང་ཡ་ད་དེ་འདྲའི་གི་ཨ་ནི་བཀའ་མོལ་གནང་འདུག་ཨ། ཨ་ནི་དེའི་སྐབས་དེ་ཨ་ནི། ང་ཚོའི་ད་ལྟ་སྨན་རྩིས་ཁང་ནས་སྨན་པ་ཕེབས་པ་རེད། ད་ག་ན་ཞིག་ང་ཚོའི་ཨ་མ་ལགས་སྐོམ་ཅི་ང་ཚོའི་སོ་མོ་ལགས་ཕེབས་པ་རེད། ང་ཚོ་ག་རེ་ད་པིང་རྒྱག་འགྲོ་ཉེན་འདྲེ་ཁ་ཤས་ཕེབས་ཐུབ་པ་རེད། དེའི་ཞུ་གུ་དེ་ཨ་ནི། ག་ལི་ག་ལིར་ཁོང་ཚོས་ཡང་བལྟས་ཚེ་གུ་ཡངས་དང་བཅས་ནས་ཨ་ནི། གར་སོགས་རེ་བོས་ནས་ཚུར་ཡོང་ཡ་སྤུ་གུ་བཏང་ཡ་དེ་འགོ་བཙུགས་སོང་སྟབས་རྒྱ་མིའི་བསམ་བློའི་ནང་སྤུ་གུ་ཐིག་ཆད་བཏང་པས་ན་བོད་པ་ཐིག་ཆད་ཕི་གེ་རུ་བ་རྒྱ་གར་ལ་སྐྱབས་བཅོལ་དད་ཅན་ཁ་པོ་ཡོད་རེད་ཨན་སྤུ་གུ་གང་མང་མང་བཏང་པས་ན་ཁོ་ཚོ་བརླག་ཁེག་གི་མ་རེད་བསམ་འདུག་ཨ་རེད་རེད་ཁོ་ཚོའི་སྲིད་ཇུས་ཨ་ཁོ་ཚོ་རྙོག་དྲ་ཡོད་འགོ་རེད་ཁོ་ཚོ་འགྲོ་སོང་བཏང་འགོ་རེད་སྟབས་སྤུ་གུ་མང་པོ་ཞིག་བཏང་བར་བ་ཨ་ནི

ཁ་ལོ་བ་རེད་རྒྱ་ནག་གི་གཞུང་གི་མི་སྣ་མཉམ་དུ་འདི་འདྲའི་ཐོག་ལ། ཨོང་ཅེས་བྱས་ཡོད་མ་རེད་ད་ཆ་ཡོད་མ་རེད་ཕ་མ་ཚོས་ཤུགས་རྒྱབ་མདམ་རེད་སྦུག་ངས་དང་པོ་དེ་དེ་ཚེ་ཇོ་ཉལ་ཐིག་ཆེ་ཨན་ཁོ་ཚོའི་གནས་སྟངས་དང་དེ་ཚོ་ཁོ་ཚོས་ཤེས་མ་རེད་བ་གར་བྱེད་ཀྱི་ཡོད་མེད་ཨན་དེ་ནས་ཕ་མ་ཚོས་ད་གར་ཟེར་བ་རེད་ད་ད་རྒྱ་གར་ལ་བཏང་པས་ནི་སློབ་ཅུང་ཡག་པོ་ཕོད་ཀྱི། ཨ་ནི་བོད་ནང་ལ་ཡོད་པའི་ཕ་མ་ཚོས་ག་རེ་གཟིགས་དགོས་རེད་ཟེར་ན། རྒྱ་གར་ལ་བོད་པའི་སྤུ་གུ་བཏང་རྗེས་ནི་སློབ་ཆུང་སྤྲད་པས་ནི་བོད་པའི་སྤུ་གུ་བོད་པ་བཟོ་གི་འདུག། རྒྱ་ནག་ལ་ཡང་སྤུ་གུ་བཏང་པས་ནི་ཨ་ནི་རྒྱ་མི་ཆགས་ཀྱི་འདུག་བྱས་ཟང་ཀ།
དེའི་རྐྱེན་གྱིས་ཨ་ནི་བོད་ནང་ལ་ཡང་ད་རེད་པ་ཕ་མ་མང་པོ་ཅིག་གིས་བོད་པའི་རྒྱ་དཀར་ནག་ལ་བཏང་ནས་ཡག་པོ་འདུག་ཕ་མ་ཚོ་ལས་སླ་པོ་ཡོད་མ་རེད། ཕ་མ་ཁ་ཤས་བེད་ཐུབ་རེད་པ། དངུལ་བསྡུས་གཞུང་གི་ལས་བྱེད་པ་ཡིན་ན་དངུལ་རྩ་བཏང་ཡག་ལས་སླ་པོ་ཡོད་དུས་ནས་གཞུང་གི་རིགས་ལས་ཀ་ཤོར་བ་དང་ཁང་པ་ཤོར་བ་དང་བེད་དཀའ་ཉེན་མང་པོ་འཕྲད་ཡོད་རེད་ད་ཡིན་ནའི་དེ་འད་ཡིན་ནའི་བཏང་ཉེན་མང་པོ་བྱུང་སོང་ང་ལའོ་བོད་ནས་བོད་ནས་ད་ང་ལས་ཀ་བྱ་དུས་གང་ལ། ཉེས་ལྟུང། ཉེས་ལྟུང་སྟེར་བ། ཉེས་ལྟུང། ལྔ་ལ་ལེགས་བཤད་པ། རྒན་ཡོལ་ཕྱིན་པ་རེད། བྱས་ཙང་འདིའི་སྐབས་སྤུ་རྡོ་ངན་འདུག་བསམ་བསྡོ་འདུག་གང། བོད་ནས་སྤུ་གུ་འབྱོར་བ་ཁྲི་གཅིག་ལྷག་འབྱོར་སོང་ང། ལ་འུ།
བོད་རང་ནས་ཁྲི་གཅིག་ཤོར་རེད། ཁྲི་གཅིག། ཁྲི་གཅིག་ནང་ནས་སྤུ་གུ་སུམ་སྟོང་བར་ལོས་རེད།
རེད། ཁོང་ཚོ་ཡང་ཅིག་བོད་ནང་ཕེབས་ནས་ཡང་ཅིག་གང་ལྟར། ཨ་མ་ལགས་འབྲེལ་བ་འགྲོ་ཅི་ཡོང་གི་ཡོད་ན། ཨ་ཁ་ཤས་འབྲེལ་བ་བཏང་འབྲེལ་བ་བྱེད་འདུག་པ་ཁ་ཤས་འབྲེལ་བ་བྱས་སོང་བོད་ནང་ལ་ཕྱིན་རྗེན་ཨེན་གཅིག་གྲ་མ་འདྲ་ལས་འགུལ་སྤེལ་ཉེན་བསླབ་གྲ་འགོ་བཙུགས་ཉེན་ཨེན་ལས་འགུལ་གྲ་མ་འདྲ་སྤེལ་ཉེན་ཕར་ལོག་འགྲོ་ཉེན་དེ་ཚོས་བྱས་སོང་ངོ།
ལྷ་ས་དང་དེ་བར་ལ་གཅིག་གྲོང་ཁྱེར་ཆེ་ཁག་དེ་བར་ལ་ཡང་གཅིག་རོལ་ཆ་རོལ་ཆ་བཏང་གི་ཚོ་ཁག་དེ་འདྲ་འདུག་ལ། རེད་རེད་རེད། མོ་ཅིག་ང་ཚོ་བོད་ཕྲུག་ཁྱིམ་དེ་འདྲ་ཡར་ལོག་ཕེབས་པ་དེ་འདྲ། ང་ཚོ་ཅིག་ཁོང་ཚོ་ད་བོད་ནང་བཅས་རྒྱ་ནག་ལས་དེ་འདྲ་སྐད་གྲགས་ཆེན་པོ་ཆགས་ཡོད་དེ་འདྲ། ང་ཚོ་སློབ་གསོ་དེ་འདྲ་ཡར་འདུག་ར། བླ་བྲེ་འགོ་བཙུགས་པ་དེ་འདྲ་ཡོད་རེད། ད་ཡིན་ནའི་ད་རི་ཁེ་སི་ཁོང་ཚོ་གུས་འདེད་བྱེད་ཀྱི་ཡོད་ན་ག་རེ་ཟེར་ན་བོད་ནས་གནས་ཚུལ

ཨ་མ་ལགས་ཀྱིས་དེ་ལྟར་སྟབས་དྲུག་ཅུ་སྟོང་ཕྲག་མང་པོའི་ཁྱེད་ཚོས་ཀྱིས་ཨ་མ་ལགས་སུ་བྱས། ཨ་མ་ལགས་དངོས་གནས་འཚོ་བ་ཡོད་པའི་ཐོག་ནས་ཨ་མ་ལགས་སུ་ཞུགས་ཡོད། ཨ་ནེ། ཨ་མ་ལགས་ཡང་ཅིག་རྒན་གཞོན་ཆེན་མོའི་གི་བར་ནས་འཚར་ལོངས་བྱུང་གསོ་སྐྱོང་གནང་བྱེད་དུས། ཨ་མ་ལགས་ཀྱིས་ང་རང་ཚོ་ཕྲུ་གུ་སྟོང་ཕྲག་མང་པོ་ལ་ཅིག་བྱམས་བརྩེའི་ཐོག་ནས་གཟིགས་དུས་རྒན་གཞོན་ཆེན་མོའི་གི་ཐོག་ནས་ཨ་མ་ལགས་ལ་ཡང་བག་ཆགས་བཟང་པོ་དང། ཅིག་ཨ་མ་ལགས་ཀྱི་ཐུགས་དྲན་གསོས་དུས། རྒན་གཞོན་ཆེན་མོའི་ཐོག་ནས་ཨ་མ་ལགས་ལ་ཅིག།

ཆུ་འཇུག་ཁང་ནས་ཞི་རགས་བྲིས་ཡོད་མ་རེད་ག་རེ་ཟེར་ནས་ང་སླབ་གྲྭ་ཆེན་པོ་རེད་བ་རྒྱ་གར། དེ་ནས་སྐྱབས་བཅོལ་ཆུའི་ནང་ནས་ཨེ་ནི་ང་ཨ་མ་ལགས་དང་གཉེན་པོ་དུས་ཚོད་མང་པོ་བསྐལ་བསྐལ་ཡ་བྱུང་བ་རེད་བ། དེ་ཡོང་དུས་ཁང་ཨ་མ་ལགས་ག་དུས་ཡིན་ནའི་གཞན་དག་བསམ་བློ་བཏང་གནང་ཉན་ཅི་ཡོད་རེད་བ། ཨེ་ནི་གཅིག་ག་རེ་ལབ་དགོས་རེད་ད་ཨ་མ་ལགས་ཁོ་རང་ཐུགས་སེམས་དཔལ་ཏི་བཟང་པོ། ད་ག་ན་ཤི་ཅིག་མི་གཞན་དག་ལ་དགོངས་པ་ག་དུས་ནས་བཞེས་པས་ན་ཆ་ཤ་ན་ང། ང་ཡ་ཨ་མ་ལགས་ཀས་འདི་བྱིས་ཕིག་གི་བྱིས་དེ་འདྲས་བྱེད་འོག་རེད་གསུངས་ཡ། ང་ལྕེ་དྲན་གི་མི་འདུག་ཨ་མ་ལགས་གར་དཀའ་གནང་གི་རེད་ཟེར་ན་ཁྱེད་རང་ཚོ་ཆུང་ཆུང་ག་ནས་བསླབ་གྲྭ་ཆེན་པོ་རེད་སློབ་སྦྱོང་བྱས་པ་རེད་ད་སློབ་སྦྱོང་བྱས་པའི་མི་གས་ཨེ་ནི་བསམ་བློ་ཡག་པོ་བཏང་བཞིན་པ་གོ་རེད་ད། ག་རེ་ཡིན་ནའི་ལས་ཀ་ཡིན་ནའི་རེད། ག་རེ་བྱས་པ་ཡིན་ནའི་སོ་སོའི་བསམ་བློ་དང་སོ་སོས་ཐག་གཅོད་ཡག་པོ་ཅིག་བྱེད་ཐུབ་པ་འདི་སྐོར་རེད། ང་ཨམ་ལགས་སྐད་ཅིག་ཁྱེར་འདི་ཇི་ཕིག་གི་ཆེད་ཅིག་འདི་འདྲའི་བཤད་ཐེངས་མི་འདུག་ཨ་ནི་ཨམ་ལགས་ཁོ་རང་མཁྱེན་པ་ག་རེ་ཡོད་ནའི་འདི་ང་ཚོ་ལབ་གནང་གི་རེད་ཨན་ཅིག་ག་རེ་ཡིན་ནའི་མི་ལ་ཡ་གོ་ཤེས་རྒྱག་པོ་རེད་མི་ལ་ཡ་ཅིག། ཕན་ཐོགས་ཡོད་པའི་བྱེད་སྒོ་རིགས་འདི་གསུང་ཡག་མ་འདུག་གཅིག་ཡོར་པ་ང་ཡང་འདི་གོ་ཡོད་ང་འདི་གི་ཞུ་ཅེས་ཡོར་མར་ད་ང་ཚོའི་ཨམ་ལགས་དངོས་གནས་གཅིག་སྤུ་གུ་གཅིག་ཟེར་བའི་ནི་ཨམ་ལགས་ག་དུས་ནི་ཁོ་རང་གི་ཨམ་པ་ནལ་བྱི་རིན་ནམ་དེ་གི་རེད་འདི་བ་ལྕམ་ཅང་ཐན་ནི་ག་ཏི་ཡའི་སྤུ་གུ་དེ་འདྲའི་ཡང་མེད་ནི་ག་ཏི་ཡའི་ལུག་རྫས་དེ་འདྲའི་དུ་བ་དེ་ཚོ་ཡང་ག་དུས་ནས་སུ་རེད་ན་ལྕམ་ལྕམ་མོ་མགོ་ཐེག་རེད་ཨ་ཅག་ལགས་དམ་པ་དེ་ནི་བུ་ཕྲུག་ཁྱིམ་སྡེའི་ཆ་ལས་ནས་འགོར་པ་ཨེ་ནི་ཨ་མ་ལགས་རིག་ག་ལ་ལྕམ་ལྕམ་ལ་དེ་ག་ཏི་ཡའི་བ་ག་ཏི་ཡའི་དེ་ཚོ་ད་ཉིན་པོ་ཧིན་དིའི་ཆ་འཇོག་རབས་སྐྱོན་ཨེ་ནི་ཁོང་ཚོ་ད་ཉིན་པོ་ཞེས་པ་རབ་བྱེད་རྣམ་ཐད་ཡུལ་ནི་ཁོ་ཚོ་ཀོ་ཤི་ཀྱོའི་བེད་ཏི་གུ་ཡའོ་ཨམ་ལ་བེད་ཏི་དཔེ་ཐུ་སིམ་བཟང་པོ་དང་གུ་ཡངས་པོ་ཞིབ་བྱེད་ཡོད་རེད། འདིའི་ཐོག་ནས་དངོས་གནས་འདི་ང་ཚོ་གང་དགའ་སློབ་ཆུང་དཔེ་ཡག་པོ་བྱུང་ཡོད་རེད་གསུངས་པའི་ལུང། ད་འདུག་སེ། ཨམ་ལ་ལ་བཀའ་དྲིན་མང་པོ་ཞུ་ཡ་འདུག་དེ་ད་དུས་ཚོད་ཀྱིས་འབད་འདུག་སེ།